དེ་ནས་ཡིན་དུས་ཐ་མ་འུ་ཐུག་ནས་ཡིག་ཚང་ནས་དེ་གསལ་བཤད་བྱེད་ཤེས་རྒྱུ་ཁེགས་པ་རེད། འོན་ཀྱང་ཉེ་ཆར། མི་མང། འདི་ངས་ཁྱེད་རང་ཚོ་ལ Video འདི་གར་ཕྱིན་སྟོན་པ་ཡིན་ལབ་བས་ན། འདི་དེ་ངས་ཁྱེད་རང་ཚོ་ལ་དྲན་གསོ་རང་ཡིན། ཨ་ནི Yes we hear you ས་ལ་སོ། ཨ་ནི་ངས་ཁྱེད་རང་ཚོ་ལ་འདི་དྲན་གསོ་རང་ཡིན། དྲན་གསོ་དེ་ཡིན་དགོས་དེ་གར་ཕྱིན་རེད་ལབ་བས་ན་ད་འདི་ཡང་འདི་བྱེད་དུས་སྐར་མ་ཆུང་པའི་ཁོ་རང་གྲོངས་ཚར་རེད་རོ། འདི Video འདི་ངས་སྙེ་མ། འདི་ལོ་འདི་གི་ཨ་ནི་སྤྱི་ཟླ་གཉིས་པ་ལ་ངས་ཡང་བསྐྱར Repost བྱས་པ་ཡིན། Repost བྱས་པ་དང་མཉམ་དུ་ཨ་ནེས་དུས་དུས་སྐབས་ལ་མི་མང་ཁྱེད་རང་ཚོ་དྲན་གྱི་འདུག་ན་ནིའུ་ཡོག་ནིའུ་ཇོར་སི་ནང་ལོགས་ལ་ཨ་མདའ་ཉི་འབུམ་གྱི་སྐད་ཆ་དེ་བྱུང་བསྡད་པའི་སྐབས་ལ་ཨ་ནེ་ཨ་མདའ་དེ་གར་ས་ག་རེ་གླེང་གྲུབ་ས། ཚེ་བརྟན་གླེང་གྲུབ་ས་ཚེ་རིང་གླེང་གྲུབ་ས། ཚེ་རིང་གླེང་གྲུབ་ལ་ངས་སྤུ་གུ་དེ་གའི་ཨ་ཁོ་རང་གི་ཅོ་ཅོ་ཡིན་པའི་སྐད་ཆ་ཅིག་གང་ནས་ཨ་ཁོ་རང་གི། ད་ཁོ་རང་ད་འུ་ཅི་ལ་ཡིན་ན་ཨེ། ད་ཁོ་རང་གི་ཅོ་ཅོ་ཀརྨ་ཆོས་འཕེལ་གྱིས་སྐབས་ཅིག་ལ་དེ་འདྲས་ཅིག་བཤད་པ་རེད་ལ་ནས་ཨ་ནེ་ད། གི་གནས་གནས་ཚུལ་ཅིག་བྱུང་པར Event ཅིག་བྱུང་པར་རོ། ཨཱ་འདི་གང་ལ་ཨ་མདའ་ཨ་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་མི་ག་ཤས་ཅིག་གིས་ཨཱ་ནི་སྐད་ཆ་འདི་ལ་རྩེད་མོ་རྩེས་ནས་ཨཱ་ནི་ག་ལ་གོ་རེ Emotional ག་ལ་གོ་རེ Hurt བྱེད་ཡ་འགྲོ་བོ་ད་ཨཱ་ནི་ཁྱོད་རང་གིས་ཅོ་ཅོ་གིས་ཨཱ་འདྲི་བྱས་པ་རེད་ལས་ཀྱང་མི་གྲོངས་ནས་ལག་རྒྱག་ཚར་བ་རེད་དེ་ནས་ཡང་ཁ་ཤས་ཀྱིས་ཨཱ་ནི་རྨ་ཁ་ལ་རྩེད་མོ་རྩེས་ཡ་འགྲོ་བོ་ད་ཨཱ་འདྲི་བྱས་བྱས་བ་ད་བྱུང་བ་དེ་བྱུང་བ་རེད་ཡིན་པ་དེ་ཡིན་པ་རེད་རོ་ང་ཚོ་ཡིན་པ་དེ་ཡིན་པ་གང་ལ་བཞག་འགྲོ་བ་ཡིན་ན་འགྲིག་གོ་ང་ཚོ་སྤྱི་ཚོགས་ནང་ལོགས་ལ་དེ་འདྲས་ཀྱི་གནས་སྟངས་འདྲ་བོ་ཅིག་ཁྱི་ནི་ཡོང་ནས་ཨཱ་ནི་བད་ཀོ་ར

གཙོ་བོ་ད། བཙན་བྱོལ་ནང་ལ་ཡོད་རེད། བོད་ནི་ཕྱི་ལོག་ལ་ཡོད་རེད། མང་ཆེ་བ་ནི་རྒྱ་གར། བཙན་བྱོལ་ནང་རང་སྐད་ཀྱོག་རེད། ཡིན་ན་ཡང། ང་ཚོ་བོད་ཀྱི་ཐབ་ཚོན་གང་རུང་ང་ཚོ་ལས་ཀ་ལས་དེ་ལས་ཤེས་མེད་རེད། རོ། དེ་འདྲའི་གི། སྐབས་ལ། ཨ་ནི། ང་རང་ཚོ་ནང་སྒོ་ནང་སྒོ་ལ་ཐ་སི་བི་སི་བཏང་ནས་ང་རང་ཚོ་ནང་སྒོ་ནང་སྒོ་ལ་ཨ་ནི་མེད་པ་བཟོས་ཡོད་འདུག་གང་ལ། དེ་བློ་ཕམ་པོ་ཞེ་དྲག་འདུག་ཨ། ད་བོད་ནང་གི་གཞུ་ལུ་མི་མང་གི། སྐུ་ཚབ་བྱས་ནས་ང་ཚོ་གཞི་རིམ་མི་མང་དེ་ཚོ་གི་ཨ་ནི། གང་ཐུབ་ཐུབ་ཅི་དྲག་གང་དྲག་ཅིག་བྱེད་ཀྱི་ཡོད་ཀྱི་རྣམ་པ་ཅིག་ཡོད། དེ་ཡིན་པའི་རིང་དེ་ལ། ད་ང་རང་ཚོ། བཙན་བྱོལ་ནང་ལ་ཡོད་བཞག་ཉེས་མི་དེ་ཚོ་ང་རང་ཚོ་ནང་སྒོ་ནང་སྒོ་ལ་ཐ་སི་བ་སི་བཏང་བ་ཡིན་ན། དེ་ང་ཚོ་བོད་ནང་ལོག་གི་མི་ལ་ག་བ་ནས་བསྙབ་ཀྱི་རེད་ཨེ་ཡོད་པ་གྲྭ་ལ་དྲིན་པོ་དེ་ནས་མི་ཕ་གས་བོད་ནང་ལོག་ལ་ཡིན་ད་བོད་ནང་ལོག་ལ་ཡིན་ལ་ནས་ཨ་ནི་ཆོས་ཐོག་གི་རྩེ་རྩེ་བཏོག་ལ་རང་བཙན་ཡིན་ན་རེད་བོད་ནང་ལོག་གི་མི་མི་མང་ཡིན་ན་རེད་དེ་ཆོས་ཐོག་གི་རྩེ་བཏོག་ལ་ཁྱེད་ནས་བོད་ཆོས་ལོག་པ་ཅིག་བཏང་བཞག་དུས་གང་ལ་ང་རང་ཚོ་མིག་གི་མཐོང་སག་བདུན་དེ་ལ་བདག་པོ་མ་རྒྱག་དུས་གང་ལ་དཀའ་ངལ་དེ་འཕྲོད་གི་འདུག་ཨ། འོ་དེ་འདྲས་རྐྱང་རྐྱང་བྱེད་བྱེད་གཉིས་ཀྱི་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་མིག་གི་མདུན་ལ་ཡོད་རྒྱུ་དེ་ལ་མིག་མ་བལྟ་བ་ཆད་ཕ་ནི་ཕ། མ་མཐོང་ས་དང་མ་ཉམས་ས་དེ་ལ་ཆུ་བོ་གཅིག་ཡོད་དང་མདོག་བྱེད་ནི་དེ་ཡག་པོ་རེད། དེ་སོ་སོ་ཞེན་མགོ་ཡག་པོ་རེད་ཕ་སྐད་དེ་ལ་བལྟ་ཡ་དེ་ཡིན་ནི་སོ་སོ་གི་མདུན་དེ་ལ་བལྟ་དགོས་ཀྱི་རེད་བ། སོ་སོ་གི་མདུན་དེ་ལ་བལྟ་དགོས་རང་གཅིག་གི་གཅིག་ལ་མ་ཟས་ཟས་བྱས་བྱས་ཨ་ནི་དེ་འདྲས་བྱས་ཡོད་འདི་གང་ལ་ང་ཚོ་ཏག་ཏག་བསྡད་ཀྱི་ཡོད་མ་རེད། དེ་འདྲས་བྱས་ཡོད་འདི་གང་ལ་ང་རང་ཚོ་བཙན་བྱོལ་ནང་ལོགས་ལ་སྤུ་གུ་གཅིག་དང་གཉིས་ལ་ན་རེ་ཁྱིམ་ཚང་གཅིག་དང་གཉིས་ལ་ན་རེ། སུ་དང་སུ་ཡིན་པ་ཡིན་ནའི་དེ་འདྲས་བྱས་ནས་འཕྲོ་བརླག་འགྲོ་བ་ཡིན་ན་ཧ་ལས་པའི་གི་ཕངས་པོ་རེད། དེ་འདྲ་ཡིན་དུས་གང་ལ་ང་རང་ཚོ་གི་གང་ཐུབ་ཐུབ་ང་རང་ཚོ་གི་མདུན་ལས་ཡོད་ངེས་དེ་ཚོ་ལ་ཡང་གཟོན་བྱེད་དགོས་ཡ་དེ་དཔེ་གལ་ཆེན་པོ་རེད་མ་གཏོགས། ཡོད་པ་གྲྭ་ལག་ཕྲན་བུ་དེ་ཨ་ནི། བོད་ནང་ལོགས་ལ་ཡོད་རྒྱུ་གི་དོན་དག་ལ་ཡིན་ལབ་ནས་ཨ་ནི་དེ་ཚོ་དེ་མ་ག་ལ་བར་དར་ག་ཚོད་བརྡར་ཐུག་ཐུག་བརྡར་ཨ་ནི། བརྡར་ཐུག་གི་མི་འདུག་བསམ་ན་ཨ་ནི་དེ་ཚོ་ལ་བེད་ཁོ་ར། ག་ལ་བ་རེད།

ཀྱི་མ་ལ་གཅིག་པུ་ཆགས་ཀྱི་འོག་མར་ལྟ། དེ་གནས་སྟངས་དེ་ང་རང་ཚོ་བོད་རྩ་དོན་གང་ཆགས་ཡོད་དེ་གང་ན་དེ་གལ་ཆེན་པོ་གཅིག་ཆགས་འོག་རེད། གོ་བ་དེ་ཤུགས་ཆེན་པོ་ལ་གོ་གི་འོག་དེ་ཁྱིམ་ཚང་གཉིས་དང་མི་གཉིས་ཀྱི་སྐད་ཆ་ཆགས་ཀྱི་འོག་མ་རེད། དེ་ང་ཚོ་རྩ་དོན་ལ་དུས་གང་ན། རྒྱ། ག་ལོག་རེད། ཁྱབ་ཆེན་པོ་ལ་ཐུག་ཡོད་དུས་གང་ན་ཨ་གྱ་འོང་གཅིག་དེ་མ་གསུམ་རང་སོང་ཁེལ་བ་རེད། ད་ག་ནང་ཤེས་ཡིན་པ་ཡིན་ན་ཀརྨ་ཆོས་མེད་ཀྱི་ནང་ནང་མི་ཁོ་རང་ཚོ་ཡིན་པ་ཡིན་ནས་ཁོ་རང་ཚོས་དེ་ལ་བློ་ཕམ་དགོས་ཡ་གཅིག་ཡོད་རེད་བསམ་གྱི་མི་འདུག་ག་རེ་ཡིན་པ་དེ་ཡིན་པར་རོ། དེ་ནས་ཡང་ད་གནས་སྟངས་འདི་ག་བོ་ལ་བབ་དགོས་ལ་འདི་ཀརྨ་ཆེན་པོའི་ཁོ་རང་འདྲ་བོ་ཅིག་ཡིན་པ་ཡིན་ན། ཁོ་རང་གིས་ད་འདི་རང་བཙན་རྒྱ་འོང་བྱེད་ཀྱི་ཁ་ས་ཁ་ས་ཁ་ནས་དབུ་མའི་ལམ་གསུངས་པ་ཡིན་ནས་སེམས་ནས་རང་བཙན་རྩོད་དགོས་བ་རེད་ལ་འདི་འདི་ཁོ་རང་གིས་ཁོ་རང་གི་བསམ་ཚོད་དང་ཁོ་རང་གི་དཔག་ཚོད་ཀྱི་སྐད་ཆ་འདི་བཤད་པར་བ་ཁོ་རང་ཨ་འདྲས་ལྷག་བསམ་རྣམ་དག་མེད་བ་འདྲས་ད་རེད་བསམ་གྱི་མི་འདུག་ངས་དྲང་པོ་བཤད་ཡིན་ནས་ཡང། ད་ང་ཚོ་སྤྱི་ཚོགས་ནང་ལ་གོ་བ་མང་པོ་ཅིག་འདྲི་གོ་གི་འདུག་དཔེར་ན་ཆ་ཤས་ན་བ་ག་ཅིག་ལ་བོད་བོད་རྒྱ་ལོ་ལ་ཆོག་གི་མ་རེད་ལ་ཡ་རོ་བོད་རྒྱ་ལོ་ལབ་ད་ལ་རོ་ཨ། བོད་བོད་དེ་ཡ་རྒྱལ་བ་ཡིན་ན་ཨ་ང་ཚོ་ཚང་མར་ཕན་གི་རོ་ཨ། ཡིན་ནས་དེ་འདྲའི་གི་གོ་བ་ལོག་པ་འདྲ་བོ་ཅིག་ཆགས་ཡོད་དུས་གང་ལ་ཨ་ནི་ཨ་ཁ་ཤས་ཀྱི་ཡང་ད་ག་རང་བོད་རྒྱ་ལོ་དེ་ལ་ཨ་ནི

ཀྱི་ཨ་ཕ་དང་ཨ་མ་དེ་ཚོ་ཆགས་འགྲོ་འོ། ང་རང་ཚོ་གི་མ་འོངས་པ་གི་འབྱུང་ཁུངས་ཆགས་འོ། དེ་ཡིན་དུས་གང་ལ་དེ་ཚོ་དངོས་གནས་འཕྲོ་བརླག་འགྲོ་བ་ཡིན་ན་ཧ་ལས་པའི་གི་ཕངས་ཀྱི་འདུག་དེ་ཕྱིན་ནས་ང་རང་ཚོ་གི་ཟོན་ཡས་བྱེད་དགོས་གི་འདུག་མ་གཏོགས་རང་བཙན་ཁ་ལ་འཁྱིལ་ནས་ཡོད་པའི་གྲྭ་ལ་དྲིན་པོ་མི་དེ་ཕལ་སྐད་ལ་བེད་སྤྱོད་གཏང་རྐྱང་བྱས་དེ་ལ་རྫོགས་འགྲོ་བ་ཡིན་ན་ཨ་ར་བོད་ནང་ལོགས་ལ། བོད་ནང་ལོགས་ཀྱི་མི་མང་ལ་ཨ་ནི་སླར་གསོ་བྱེད་ངེས་དང་བོད་ནང་ལོགས་ཀྱི་མི་མང་གི་ཆེད་དུ་སྐད་རྒྱག་ངེས་དེ་འདྲའི་ང་ཚོ་སྡེ་བ་ནི་རང་མར་བ་ཨ་ཡོད་པ་ག་ཤེད་ཅི་ནས་མི་ཨ་ནི་ཟུར་ལ་བསྡད་གི་འདུག་ལྷག་འགྲོ་གི་འདུག་ཡོང་གི་མི་འདུག་སྤྱི་ཚོགས་ནང་ལ་ཡོང་གི་མི་འདུག་གར་བྱེད་པ་ཡོང་གི་རེད་སྤྱི་ཚོགས་ནང་བདག་པོ་འགྲིག་གི་མེད་བ།

ད་མི་མི་མི་ག་ཚོད་ཡོད་ན་རེད་བུ་ལ་ས་མི་འདུག་བུ་མོ་ལ་ས་མི་འདུག་ཚང་མ་ར་ལང་ཆ་ལང་ཆ་ལུག་འདུག་ཨ་ང་རང་ཚོ་སྤྱི་ཚོགས་དྲ་རྒྱ་ནང་ལོགས་ལ་དེ་རིགས་ཁ་སང་ཨ YouTube ནང་ལོགས་ལ་ཤེས་དེ་ངས་དེ་འདྲའི་མང་པོ་ཡོད་རེད་དེ་ཤོད་དགོ་ས་དངོས་གནས་དེ་བ་ལ་དངོས་གནས་ཤེས་ངེས་དཔེ་དཀོན་པོ་འདུག་ཨ་དེ་འདྲའི་ཡིན་དུས་གང་ལ་ཨ་ནི་གར་ཆག་བོར་དེ་ཨ་ནི་ཤེས་ངེས་དེ་ཚོ་ཨེ་ར་ལང་ཆ་ལང་འདྲ་པོ་ཅིག་ཤེས་གང་ཆུང་མང་ཆུང་ཤེས་ཡོད་དུས་གང་ལ་ཨ་ནི་ཀརྨ་ཆེན་པོའི་འདྲ་པོ་ཆག་ལུག་བོར་དྲང་པོ་ཤེས་པ་ཡིན་ན་ད་ཀརྨ་ཆེན་པོས་ཀྱི་ར་ལང་ཆ་ལང་ཅིག་ཤེས་པ་རེད་ལབ་ན་ཨེ་ན་མ་འགྲིག་པ་ད་མ་རེད་བསམ་གྱི་འདུག་ངས་ཀྱི་དྲང་པོ་ཤེས་པ་ཡིན་ན་ག་ལ་ཁོ་རང་གི་གང་ཟབ་ཟབ་བྱས་པའི་སྐད་ཆ་རེད། ཁོ་རང་གི་རང་བཙན་དེ་པས་ཁ་ལོག་རེད། གཙོ་བོ་ཡིན་པའི་གི་བསམ་བློ་ཅིག་བཏང་ཡོད་རེད། དེ་ནས་ཡང་ཡེ་ཤེས་སྒང་ནས་ང་རང་ཚོ་གི་བླ་ན་མེད་པའི་དབུ་ཁྲིད་བླ་བླ་མ་འགས་ཨ་ནི། ཁ་ལོག་རེད། དབུ་མའི་ལམ་གྱི་ལྟ་གྲུབ་ནི་གཉིས་ཕན་གྱི་སྒང་ལ་གསུངས་བཞག་རྒྱུ་དེ་ལ་ཁོ་རང་ལ་གོ་རྟགས་མེད་ཆེ། ཨ་ནི་ཁོ་རང་གི་མི་དགེ་བ་ལ་ཁོ་རང་ལ་ཡང་གནོད་ཤུགས་ཅིག་ཡོད་རེད་བ། ཨ་ལ་དགོས་ཡ་ཅིག་ཁ་ལ་ཁོ་རང་ཡང་སྤྱི་འཐུས་ཀྱི་རེད་བ། ལ་དགོས་ཡ་ཅིག་ཆགས་དུས་གང་ལ། ཨ་ནི་ལམ་ངན་དེ་གི་ཁ་དེ། ཁྱད་མཚར་ཅིག་ལ་ཡོད་འདི་ག་ལ་ཨ་ནི། ཉེས་ངན་དེ་ཚོ་ཨ་ནི་ད་དིར་ཁ་ས་ཐོར་བུ་འདུག་ཨ་ང་ཚོ་སྤྱི་ཚོགས་ནང་ལོག་ལ་ཨ་སྤྱི་ཚོགས་དགའ་ཤ་གཉིས་ལ་རྒྱག་ཨ་དེ་ནས་ཁ་ཅིག་གིས་ཨ་ནི་རང་བཙན་ཁ་ལ་འཁྱིལ་ནས་འབའ་གིས་བརྒྱང་ཡ་དང་ཨ་ནི་སྤྱི་ཚོགས་ནང་རྙོག་པ་སྤུངས་ཡ་དང་དེ་འདྲས་བྱས་ཡོད་འདི་ག་ལ་ཨ་ནི་ང་རང་ཚོ་སྤྱི་ཚོགས་ནང་ལོག་ལ་ཁ་ཅིག་གིས་ག་ཚོད་གསལ་བཤད་བྱས་པ་ཡིན་ནས་ད་གསལ་བཤད་བྱས་ཡ་ལ་ག་ཚོད་དཀའ་ལས་དོ་ང་འགྲོ་བགྱིས་ན་ལོ་བཞི་ཚོད་བཏང་བ་ཡིན་རོ་བཏང་ནས་ཨ་ནི་ད། མཐོང་ཐོས་ཨ། ད་རིང་གི་ཉིན་མོ་ལ་ང་རང་ཚོ exam འོད་ཟེར་མེད་པ་ཆགས་པ་རེད། དེ་འདྲའི་གི། དེ་འདྲའི་བྱས་ཡོད་འདི་གང་ལ། ད་འདས་ཀྱི་རྣམ་དཔྱོད་གར་སྟོན་སྐོར་ལ་འདི་གང་ལ་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་གོ་ཐག་མེད་པའི་གི། རྣམ་འགྱུར་གྱིས་སྟོན་སྐོར་ང་རང་ཚོ་བཙན་བྱོལ་གྱི་སྤྱི་ཚོགས་དེ་ནང་ལོགས་ལ། ང་རང་ཚོ་བོད་པའི་ནང་འགོག་ལ་སྐད་གོ་ཐག་འཕྲོད་ཁུ་མི་འདུག་ལབ་པ་ཡིན་ན་ང་ཚོ་རྒྱ་མི་ལ་དགྲ་སློབ་ག་འདྲས་བྱས་ག་ལ་ཡང་སྐད་ཆ་ཞིག་ཆགས་སྐོར་རོ་ཨ། ང་ཚོ་རང་བཙན་རྩོད་པའི་ཡིན་པ་ཡིན་ན་ཡང་ཨ། རང་བཙན་གྱི་སྒང་ནས་ཨ། ཨ་ལས་དང་པོ་རང་བཙན་ད། རྒྱ་མི་གས་ལས་སླ་པོ་ཅིག་ད་སྤྲད་གི་རེད་བསམ་གི་མི་འདུག་དེ་ཡིན་ན་ཡང་ང་ཚོ་གི། སྐད་ཆ་དེ་ཨ་རང་བཙན། བོད་བོད་དེ་རང་བཙན་གཙང་མ་ཡིན་ག་རེད་དེ་ཡིན་ན་ཡང་ང་ཚོ་དབུ་མའི་ལམ་གྱི་སྒང་ནས་གཉིས་ཕན་རེད་ད། ང་ཚོ་མཉམ་དུ་བསྡད་ན་ཡག་ཕན་གི་རེད་ད། ཁྱོད་ལས་ཕན་གི་རེད་ང་ལས་ཕན་གི་རེད་ལ་ནི་ང་ཚོ་བཤད་གི་འདྲ་སླེབས་དུས་ང་ཚོ་བྱེད་གི་ལམ་ཀ་ཁོ་རང་མེད་པ་ཆགས་འགྲོ་དགོས་རོ། འོ་དེ་ཡིན་དུས་ག་ལ་ང་ཚོ་དེ་འདྲས་ཀྱི་གོ་རྟགས་དེ་མ་འཕྲོད་ཡོད་དུས་ག་ལ་ང་ཚོ་སྤྱི་ཚོགས་ནང་དཀའ་ངལ་ག་ཚོད་འཕྲོད་དགོས་དོ་དེ་ང་ཚོ་བསམ་བློ་རྒྱ་ཆེན་པོ་ཅིག་བཏང་དགོས་དཔེ་གལ་ཆེན་པོ་ཆགས་འོར་ད་ང་ཚོ་མིག་གི་མདུན་ལ་ཡོད་བཞག་ཁྱོད་ཀྱི་གནས་སྟངས་དེ་ཚོ་ལ་མིག་བཙུམ་བཞག་དུས་ག་ལ་ང་ཚོ་ད་ད་ད་ངས་དེ་འདྲས་ལབ་པ་ཡིན་ན་ཏག་ཏག་འདེགས་མ་རེད་དེ་ཡིན་ན་ཡང་ད་རིང་ཁོ་ཐོག་དེ་ང་རང་ཚོ་ཚང་མིག་གི་མཐོང་ཡོད་རོ། གྲོས་ཚོགས་ནང་ལ་ཡིན་པ་ཡིན་ནའི་ང་རང་ཚོ་གི་སྤྱི་འཐུས་དེ་ཚོ་སུ་དང་སུ་ཡིན་པ་ཡིན་ནའི། ང་རང་ཚོ་མིག་གི་མདུན་གྱི་གནས་སྟངས་དེ་ཚོ་ཤེས་ངེས་དཀོན་པོ་རེད་དོ། ཉུང་ཉུང་རེད་དོ། ད་ག་ཚེ། རེ་ཚ་གཉིས་ཚ་གི་བཤད་པ་རེད་ཕེ་ཁེ། བ་ཡུལ་ནང་ལོགས་ལ་ཇན་ཛི་གི་གནས་སྟངས་དང་རེད་བྱུང་ཡོད་དུས་གང་ལ་ད་ཞེ་ནང་ཚོ་པོ་ག་འདྲེ་དོ་ཟེར། དེ་དངོས་ཡོད་གནས་ཚུལ་རོ། དེ་ང་ཚོ་མིག་གི་མཐོང་མཐོང་བ་རོ། དེ་འདྲེ་གང་ག་ཡིན་གྱི་ཡིན་གྱི་ལ་ང་ཚོ་གི་དེ་ཚོ་གང་ག་ལ་མཐོང་ཆུང་བྱས་མི་མང་ལ་མཐོང་ཆུང་བྱས་བྱས་པ་ཡིན་ན། ཨ་སོ་སོ་ལ་རྐུབ་བཀྱག་དང། ཐོང་ད་ཨ་ནི་དབང་ཆ་ཡོད་བསམ་ནི་དབང་ཆ་ལོག་པ་རྐྱང་རྐྱང་བེད་སྤྱོད་བཏང་བ་ཡིན་ན་དེ་ང་ཚོ་སྟབས་བདེ་གི་མ་རོ་ཨ་དེ་ང་ཚོ་སུ་ལས་ཕན་གི་མ་རེད་སྔ་ཕྱི་ཅི་རེད་འདི་སོ་སོ་སྡེ་བའི་རིགས་ང་ལ་རེད་མ་གཏོགས་དངོས་གནས་རྩ་དོན་དོན་དག་དང་མ་འོངས་པ་གི་དོན་དག་ལ་ཆ་ཁེ་གོ་ར་ཡོད་མ་རེད་དེ་སུ་དང་སུ་ཡིན་པ་ཡིན་ནས་ཨ་ང་ཅི་དེ་ཇི་ནི་བྲོ་སོང་ང་དེ་ཀུ་པྱ་གང་ལེ་ནི་བྲོ་སོང་ལ་ནི་སླེབས་པ་ཙམ་རེད་མ་གཏོགས་དངོས་གནས་ཀྱི་ལས་ཀ་དེ་ལས་ཀྱི་ཡོད་མེད་མེད་དུས་གང་ལ་ང་ཚོ་སྤྱི་ཚོགས་ནང་རྙོག་པ་འདི་དང་འདི་འདྲ་བོ་དག་ག་ལོ་དེ་འདྲའི་མང་པོ་ནས་ད་ལྟ་བ་ཐག་པ་འཐེན་བ་ན་ཞིག་འཐེན་སླེ་བསྡད་པ་རེད་པས་ཐང་ཆད་རོགས་ཨ་དངོས་གནས་ང་རང་ཚོ་གི་ན་གཞོན་སྤུ་གུ་འདི་ཚོ་གི། བོད་པའི་སྤྱི་ཚོགས་ནང་ལོགས་ལ་ཡོང་གི་མི་འདུག་ལ་ན་ཁ་ཅིག་ནི་གར་ཕྱིན་རེད་ལབ་བས་ན། ཁ་ཅིག་ནི་བོད་པའི་སྤྱི་ཚོགས་ནང་ལ་ཡོང་ཡ་ལ་ཨ་ལས་དང་པོ། ཁ་ལོག་རེད་གཅིག་གིས་གཅིག་ལ་ཐུབ་ཚད་བཏང་གཅིག་གིས་གཅིག་ལ་སྦར་སྣོད་བརྒྱབ་གཅིག་གིས་གཅིག་ལ་ཁ་ལོག་ར་ཁ་གསུབ་བྱས་རྐང་པ་ལ་སིམ་ནི་མ་འཐེན་གཅིག་གིས་གཅིག་ལ་ཞབས་འདྲེན་བབ་ཞབས་འདྲེན་ཞུ་དེ་འདྲས་རྐྱང་རྐྱང་བྱེད་བྱེད་གཉིས་ཀྱིས་བོད་པའི་སྤྱི་ཚོགས་ནང་འགྲོ་ཡ་མི་འདུག་ད་ཨ་ནང་མི་ངོ་སྤྲོད་བཏང་ཡ་མི་འདུག་ད་ལས་ཀྱི་དེ་འདྲས་ཆགས་རུ་དེ་འདྲས་རྐྱེན་གྱིས་ཨ་ནི་ངས་སྐབས་ཅིག་ལ་ཧམ་སབ་ནང་ག་ཕིར་བི་ཅང་ག་ལས་དེ་ག་ཡོད་མ་རེད་ཨ་ང་ཚོ་ཚང་མ་གཅིག་པ་གཅིག་རྒྱ་ཡིན་པ་ལས་དེ་སྐད་ཆ་དེ་ངས་འདུག་དེ་འདྲས་གི་སྐད་ཆ་ཅིག་རེད། རེད་བ། ད་དེ་གོ་ངེས་ཀྱི་ཨམ་ཅོག་ལ་གོ་གི་རེད་དེ་མ་གོ་ངེས་ཨམ་ཅོག་ལ་གོ་གི་མ་རེད། འོ་དེ་འདྲས་ཡིན་དུས་གང་ལ་ང་ཚོ་དེ་ཚོ་གང་ག་ལ་བསམ་བསམ་ཤེས་བྱེད་དགོས་ཀྱི་འདུག། རེད་བ། ཨ་དེ་འདྲས་མ་བྱས་ཡིན་དུས་གང་ལ་ཨ་ད་མཐོང་གི་འདུག་ཨ་ད་བལ་ཡུལ་ནང་ལོགས་ལ་ཇེན་ཛི་གི་སྐད་ཆ་དེ་རྙོག་དྲ་ནང་ལོགས་ལ་ཧ་མི་ནེ་པཱལ་དང་མཉམ་དོ་ཨེ་སེབ་ཀྲི་གི་ད་འགྲུལ་པ་དེ་མཐུན་ཡོད་རེད་ལ་ནི་སྐད་ཆ་ག་ཚོད་མི་འདུག་རེད་བ། དེ་ཨིན་ཇི་ལ་བསམ་མི་འདུག་རྒྱ་གར་ལ་བསམ་མི་འདུག་ནེ་པཱ་ལི་ལ་བསམ་མི་འདུག་ག་ས་ག་ས་ལ་ཡོང་གི་འདུག་བ། ད་ག་ཟིན་ག་ཉིན་དེ་བ་ལ།

ད་རིང་གི་ཉིན་མོ་ལས་ཨ་ནི་རྗེས་འཛིན་གྱི་རྙོག་དྲ་ནི་ནང་ལོགས་ལ་ཕ་ཡུལ་ནང་ལོགས་ཀྱི་རྗེས་འཛིན་གྱི་རྙོག་དྲ་ནང་ལོགས་ལ SFT གི་བསྐྱོད་ནས་ཨ་ནི Free Tibet Movement དང་དེ་འདྲའི་གང་ག་དོན་ཡོད་དུས་གང་ལ་རྒྱ་བོར་མི་ཅིག་ལག་པ་ཡོད་ལ་དུས་གང་ལ་ཨ་ནི་ང་ཚོ་དངོས་གནས་རྒྱ་བོར་མི་ཅིག་ནག་པོ་རང་ལ་བཟོས་ཀྱི་འདུག་བ། ངས་བཤད་དེ་ནོར་མི་འདུག་བ། འོ་དེ་འདྲས་ཡིན་དུས་གང་ལ་ད་དང་པོ་ཁ་ཚིང་སྡེ་བ་ལ་ཕེབས་མཁན་གཞོན་ནུ་གཞོན་ནུ་ལྷན་ཚོགས་ཀྱི་ཨ་ནི་ཚོགས་ཆེན་གྱི་ཚོགས་ཞག་དེའི་ནང་ལོགས་ལ་ཁོ་རང་ཚོ་གི་འོས་བླུ་ཡག་འདྲ་བོ་ཅིག་བྱས་ཞག་ད་གཞོན་ནུ་ཁོ་རང་ཚོ་གི་ཡིན་ནས་གོ་དགོས་ཡ་དེ་དཔེ་གལ་ཆེན་པོར་ད་ཁོ་རང་ཚོ་ཡིན་པ་ཡིན་ནས་ཁོ་རང་ཚོ་གི་ལྟ་བ་ལངས་ཕྱོགས་དེ་ཧ་གོ་གོ་གོ་རེད། ལ་ཨ་ལ་ག་ལ་གོ་འདུག་ལ་ན་ང་རང་ཚོ་སྤྱི་ཚོགས་ནང་རོགས་པ་ཞི་བོ་བྱེད་ཀྱི་ཡོད་ལ་ཡོད་དོ་བྱེད་ཀྱི་ཡོད་ས་རེད། བྱེད་ཀྱི་མི་འདུག་ངས་ལག་མེད་ང་ཁྱོད་རང་ཚོ་ག་རེ་བྱེད་ཀྱི་ཡོད་བྱེད་ཀྱི་མེད་ཚང་མ་ང་ཚོ་ལྟ་ཐུབ་ཀྱི་མ་རེད་ཡིན་ནའི་ང་ནོར་བུ་ཇི་ཡིན་པ་ཡིན་ན་ངས་སྐྱིད་མེད་བུ་མོའི་བརྩེ་གཡམ་གྱི་སྒང་ལ་ཨ་ཅེ་རེ་ཡེ་ཤུ་ཕུན་ཚོགས་སྒང་ལ་ཁྱོད་རང་ཚོ་གི office ནང་རོགས་རང་རྫུན་སླེབས་ཡིན་རོ་ཨ། རྫུན་སླེབས་ནས་སྐད་ཆ་བཤད་ནས་ཚོགས་ཚོགས་ཚོགས་ལ་སྐད་ཆ་བཤད་དགོས་ཡོད་ལ་དེ་གང་ལ་ཚོགས་གཞོན་ཁོ་རང་གི་སྐད་ཆ་བཤད་ནས་ཚོགས་ཚོགས་དོན་དག་དོན་དུས་ཚོད་ཡོད་མ་རེད་ང་བཤད་ན་འགྲིག་གི་རེད་ལ་ནི་ཨ་ཞུ་ལགས་ཨ་ཅེ་རེ་ཡེ་ཤུ་ཕུན་ཚོགས་དེ་ལ་གར་ས་དེ་འདྲས་བཤད་པ་ཡིན་ན་འགྲིག་གི་མ་རེད་ཨ་ཅེ་རེ་ཡེ་ཤུ་ཕུན་ཚོགས་དེ་ཁོ་རང་ཚོ་ལ་རོགས་པ་བྱེད་མཁན་ཡོད་ན་མེད་ན་ཇི་ཡིན་ལ་དེ་གང་ལ་ད་ཐབས་སྐྱོ་པོ་ཞུ་གི་རོ་ཨ།

དེ་གི་རྣམ་འབྱོར་གར་སྟོན་གོ། དེ་ག་ལ་ཁྱོད་རང་ཚོ་ནུས་པ་མེད་པ་སྟོན་གོ། དེ་ཁྱོད་རང་ཚོ་རྐུབ་བཀྱག་ད་ག་ས་བཀང་བཞག་གོ། དེ་འདྲའི་རྐུབ་བཀྱག་བཀང་བ་ལས་ད་མར་རྐུབ་བཀྱག་དེ་བློས་བཞག་པ་ཡིན་ན་སུས་ཀྱི་ལྗོངས་ཁུལ་དུ་དེ་ལ་སྤྲད་མཁན་སྤྲད་མཁན་བྱས་པ་ཡིན་ན། ང་ཚོ་ལ་རྙོག་དྲ་གཅིག་ཡོང་གི་མ་རེད། ད་ག་ནང་ཤེས་ཀྱི་སྤྱི་འཐུས་ནང་ལོག་ལ་ཡིན་པ་ཡིན་ན་རེད་རྐུབ་བཀྱག་བཀང་ལ་དེ་ངས་སུ་སུ་ཡིན་པ་འདྲ་བོ་ཅིག་ཡིན་པ་ཡིན་ན་རེད་རོ། དངོས་གནས་ཁ་ཚིན་བསོད་ནམས་རྡོ་རྗེ་ཧོབ་ཕྲོལ་གྱི་ལ་ཡ་ལག་གི་འདུག་ཨ་དེ་ང་ཚོ་གི་ག་ལ་འོ་རེད།

རྒན་གཞས་བོད་ཀྱི་དུས་འདིའི་ནང་ལོགས་ལ། རྒན་གྱི་ཁྱི་དུག་རོ་ཨ་ལ་ནི། གཞས་མེད་ན་བད་ཀོ་ར་མི་མཛེས་གང་དེ་གང་ལ་རྐང་པ་རྐྱང་བསྡད་ཡིན་པས་ན་གཞི་བྱིན་བསྡད་པ་ཡིན་ན་དེ་ཏག་ཏག་བསྡད་གོ་མ་རྟག་དེ་གང་ནི། ད་ལྟའི་མ་འོངས་མ་ག་ལ་བལྟ་བ་ཡིན་ན་མི་མང་གི་གནས་སྟངས་དེ་འདྲས་མང་པོ་ང་ཚོ་དེའི་ལོ་བཞི་དེའི་ནང་ལོགས་ལ་ཨ justice for this and justice for that ལ་ནི་རྙོག་གྲ་ག་ཚོད་སླེབས་སོང་དེ་གང་ག་ཨ་བསུན་འདུས་ཡོད་མ་རེད་ད་ག་ན་ཞིག་ང་ཚོ་སྤྱི་ཚོགས་ནང་ལོགས་ལ་མི་ཆུང་ཆུང་མི་རེ་རེ་གཉིས་གཉིས་ཀྱི་གནས་སྟངས་གང་ཙམ་ཨ་ནི་བད་ཀོ་ར་བོད་རྩ་དོན་གྱི་གནས་སྟངས་འདྲ་བོ་ཅིག་བཟོས་ནས་ཨ་ནི་བད་ཀོ་ར་བོད་མི་སྒྲིག་འཛུགས་ལ་ཁ་གཏད་ཅིག་བཀྱག་བཞག་དེ་གང་ལ་དེ་ཏག་ཏག་བསྡད་ཀྱི་ཡོད་མ་རེད་གཅིག་གཉིས་པ་དེ་ཡི་གེ་གང་ནས་བླ་མ། ང་རང་ཚོ་བླ་ན་མེད་པའི་དབུ་ཁྲིད་རྒྱ་བོར་མོ་ཆེ་གོང་ལོ་དགུ་བཅུ་ཟིན་པའི་གི་གུ་དོན་ལ་ཁྱེད་རང་ཚོ་གང་དགའ་མང་ཆེ་ཅིག་རྡ་རམ་ས་ལ་རྒྱུགས་ནས་ཞི་བོ་ཅིག་བརྟན་བཞུགས་ཡིན་ན་ཅིག་ཕུད་གང་འགྲོ་གི་ལ་བོ་ཨ་ཅེ་ཆི་ཧོར་ཏེ་ཡིན་ན་ཡང་དགོས་བའི་གི་གནས་སྟངས་དེ་དངོས་གནས་དངོས་གནས་ཚུལ་དེ་བྱེད་ཀི་ཡོད་པས་ཨེ་ཅོ། རྒྱ་བོར་མོ་ཆེ་གི་གསུང་གི་ཐོག་ད་ལྟ་རང་དེ། ག་ས་ང་ནག་པོ་ཟུར་མང་ཚོགས་དེ་ཡོད་རེད་ལ། ཁྱོད་རང་ཚོ་དེ་འཛམ་བུ་གླིང་ལ་ག་བ་ག་ས་ལ Free Tibet Movement གི་སྐད་ཆ་དེ་བཤད་ནི་ཨ་ནི། ག་ལ་བོ་རེད། ང་ཚོ་བོད་མིའི་སྒྲིག་འཛུགས་གི་ལྟ་བ་ལང་ཕྱོད་དེ་དབུ་མའི་ལམ་ཡིན་པ་འདི་གང་ལ་སྐད་ཆ་མ་བཤད་པ་བྱས་ཨ Free Tibet ད Free Tibet ག་བ་ག་ས་ལ་ད་འདོད་འདི་བྱས་ཨ་ནི་སྒོར་གཞས་འདྲ་བོ་དེ་བཙུགས་བྱས་ནི་ཨ་ནི་སྒོར་གཞས་ཞི་བོ་ཅིག།

མི་ལ་སྦྱི་གོག་ཡོད་མི་ལ་དངོས་གནས་བཟུང་ཡོད་མི་ལ་དབང་ཐང་ཡོད་ལ་ངེས་ཏེ་ཨ་ནི་མི་དེ་བསླབ་བྱ་ཆག་གོ་ར་དང་ང་ཚོ་མི་ཅང་ཅང་མ་ར་ད་ང་ཚོ་རི་མཐོ་གུ་རུ་བསྐྱོད་ལ་དེ་མི་དེ་དངོས་གནས་མི་བརྟན་པོ་ཡག་པོ་ཨ་ནི་བཟུང་ཡོད་བ་དེ་འདྲས་བརྩི་གི་ཡོད་རེད་ད་དེ་འདྲས་ཀྱི་མི་དེ་དངོས་གནས་ཕྱི་རྒྱལ་ཡོ་རོབ་ཁ་དེ་པ་ལ་ཡི་དང་པོ་སླེབས་དུས་གང་ལ་ཁྱོད་རང་ཚོ་གི་ཡ་རབས་སྤྱོད་བཟང་དེ་དང་ཁྱོད་རང་ཚོ་གི་མི་ལ། འཇུག་གོ་ཡོད་བ་དེ་ང་རང་ཚོ་གི་དེ་བ་མི་དེ་ཚོ་ལ་སྦྱར་ན་ལ་ནི་ང་རང་ཚོ་གི Culture འདྲ་བོ་ཅིག་ཡོད་ན Culture དེ་ང་ཚོ་གི Culture ལ་དེ་ག་ལ་ཡིན་གཅིག་མིན་གཅིག་དུག་ལོག་གྱོན་ཟབ་སྤྲོ་དང་གཞས་འཁྲབ་འདི་གཅིག་པུ་མ་རོ་བ་ང་ཚོ་གི Culture ལ་དེ་ག་ལ་ང་རང་ཚོ་གི་རྒན་པ་ལ་གུས་བརྩི་དང་ཨ་ནི་ཆུང་བ་ལ་བྱམས་སྐྱོན་དང་དེ་ཚོ་ཚང་མ་རོ་བ་མི་གཅིག་གི་གཅིག་ལ་མིག་གི་མི་ལ་མིག་གི་འདུ་ཤེས་ལ་བཞག་ནས་སྙིང་རྗེ་སྒོམ་ཡ་དང་བྱམས་པ་སྒོམ་ཡ་དང་ཨ་ནི་དཔེ་ཞེན་བྱེད་ཡ་དང་འབད་བརྩོན་བྱེད་ཡ་དང་དེ་ཚོ་ཚང་མ་རོ་བ་དེ་ཚོ་སྦྱར་རོ་བྱེད་ན་ལ་འོས་རོ་བ། དེ་འདྲའི་ལག་གི་ལག་གི་ལ་ད་རིང་ཁ་སང་ང་ཚོ་ཕྱི་རྒྱལ་སྡེ་བ་གླས་ནས་ང་རང་ཚོ་བལ་ཁོ་རང་ཨིན་ཇི་འདྲ་བོ་ཆགས་བྱས་བྱས་པ་ཡིན་ན་ཏག་ཏག་བསྡད་ཀྱི་ཡོད་རེད་པས་ང་ཚོར་རྩ་ནས་ཁོ་ཚོ་ལ་སྦྱང་དགོས་ཡ་དང་ཁོ་ཚོ་ལ་སྦྱར་དགོས་ཡ་གི་ཡོན་ཏན་ཅི་ལྷག་མི་འདུག་བ་ལས་ཀྱོ་དེ་བྱས་ནས་ང་རང་ཚོ་གི་བོད་མི་མང་ལ་བལ་རྒན་ཆེན་པོ་ཅིག་ཡོ་རུ་ལབ་དགོས་ཡ་རྒྱུ་མཚན་འདི་རུ་ད་རོ་བ་ཞེས་མེད་ན་ང་ཚོ་འདྲ་བོ་དེ་ག་ས་བཙན་བྱོལ་ནང་ལ་ཁང་དེ་ངས་ལུང་པ་གཞན་པ་དེ་འདྲའི་ཡོ་རེ་ཕི་ཇི་དེ་འདྲའི་རེ་ཕི་ཇི་གཞན་པ་དེ་འདྲའི་ཡོ་རེད་ཡིན་ན་ཡང་ང་རང་ཚོ་དམིགས་བསལ་གྱི་གར་སྤྱི་ནི་གཞན་དང་མ་འདྲ་བ་རེད་ལ་ཡ་དེ་ང་རང་ཚོ་ལ་ཡོད་པའི་གི་ཡོན་ཏན་དེ་ཁོ་རང་ཚོ་ལ་འཇགས་ན་བསམ་ནི་རོགས། དེ་འདྲའི་གི་སྐབས་ལ་ཨ་ནི་ང་རང་ཚོ་སོ་སོ་གི་ནང་གི་རུས་དེ་སྐྱོ་དེ་གནས་སྟངས་དེ་ཅི་ཡིན་མ་ལྟ་བ་བཅས་ཁ་ཡང་མིག་ཡང་བྱས་ཨ་ནི་བད་ཀོ་རང་ཁ་རྫིག་པོ་རྐྱང་རྐྱང་བཤད་ཨ་ནི། སྤྱི་ཚོགས་ནང་ལ་མི་མང་ལ་གཡང་ཨ་ནི་ད་མགོ་ཐག་ཁ་ཚང་དེ་བ་ལ་དེ་ག་ལ་གི་རེད། ཨུ་ཏམ་མངྒ་ལམ་གྱིས་ཅིག་བཤད་རྒྱུ་དེ་ལས། དཀྲོག་གཏམ་འདྲ་བོ་ཅིག་སྤེལ་ནས་མི་ཁ་ཤས་ཀྱིས་ཨ་ནི་ཨུ་ཏམ་མངྒ་ལམ་ནག་པོ་བཟོ་མ་ཚར་བ་དེ་གི་དང་དེ་འདྲ་བྱས་པས་ནི་ང་ཚོ་ལ་ཕན་གྱི་མ་རེད་ད། ངས་ཁ་ཚིག་སྙན་མང་ནི་ཁྱེད་རང་ཚོ་ལ་ལབ་པ་ཡིན་རོགས་ཨུ་ཏམ་མངྒ་ལམ་གྱིས་ཁོ་རང་གིས་བཤད་པ་ཡིན་ན་དངོས་གནས།

ཨོ། དེ་འདྲས་ཡིན་དུས་གང་ལ། དེ་འདྲས་ཀྱི་སྐད་ཆ་དེ་འདྲས་དཀྲོག་གཏམ་དེ་འདྲས་སྤེལ་ནས་བཞག་ཡོད་དུས་གང་ལ། ང་ཚོ་ཏག་ཏག་བདེ་སྐྱིད་ཡོད་མ་རེད་ད། ང་ཚོ་སྤྱི་ཚོགས་ནང། ཨ་ནི། སྤྱི་འཐུས་ཀྱི་རྐུབ་བཀྱག་གང་ལ་ཡིན་ན་རེད། ག་རེ་ཀྱི་རྐུབ་བཀྱག་གང་ལ་ཡིན་ན་རེད་ཁྱོད་རང་ཚོ་འཚང་ཁ་བརྒྱབ་ནས་ཨ་ཚོགས་གཙོ་དང་ཚོགས་གཞོན་ལ་ནི་འཚང་ཁ་བརྒྱབ་པ་ཙམ་རེད་མ་གཏོགས། དངོས་གནས་ཁྱོད་རང་ཚོ་སྡད་པའི་རིང་ལ་ཕན་ནུས་མཐོང་མ་སོང་ཨ་བུད་མེད་ཚོགས་པ་གི་བཟོ་ལྟ་མཐོང་སོང་ཨ་ང་རང་ཚོ་ནིའུ་ཡོག་ནིའུ་ཇེར་སི་ཀྱི་བུད་མེད་ཚོགས་པ་གི་བཟོ་ལྟ་མཐོང་སོང་ཨ། མཐའ་མ་དེ་ལ་ད་བུད་མེད་ཚོགས་པ་བདག་པོ་རྒྱག་ངེས་མ་རག་ནི་ཁོ་རང་ཚོ་ལ་དགོས་ཡོད་དགོས་ཡོད་ལ་ནི་ག་ཚོད་བྱས་སོང། ཁོ་ཚོ་གི་དེ་ལ་འོས་ཤོག་བླུག་དུས་གང་ལ་ངས་ཁྱོད་རང་ཚོ་ཆ་ཚང་བསྟན་སོང་ཨ་ཁོ་ཚོ་འཚང་ཁ་ག་ཚོད་བརྒྱབ་སོང།

རྐུབ་བཀྱག་གང་ལ་དེ་སྔའི་དུས་ཚོད་ཀྱི་ཞེ་དྲག་ཡག་པོ་གོ་གི་ཡོད་ས་མ་རེད་དེའི་རྐྱེན་གྱིས་ཨ་ནི་ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་གོ་བ་གཙང་མ་མི་འདུག་དེའི་རྐྱེན་གྱིས་ང་ང་དང་ང་འདྲ་བོ་དེ་ཚོ་ཨ་ནི་མི་སྟོང་འགས་ལ་ཨ་ནི་ཕད་ཀོར་རྒྱུགས་འགྲོ་ཡིན་ལ་ནི་རང་བཙན་ལ་ནི་གཞན་དབུ་མའི་ལམ་ཉན་མ་ནི་འདུག་ཨ་ཡིན་ན་ང་ཚོའི་སྤྱི་ཚོགས་ནང་གོ་གི་ཡོད་མ་རེད་གོ་མ་གོ་ཡག་གི་རྒྱུ་མཚན་ག་རེ་ལ་ན་དབུ་མའི་ལམ་གྱི་ལྟ་བ་ལངས་ཕྱོགས་ལས་དེ་ང་རང་ཚོ་ཆོས་ཀྱི་སྒང་ནས་དང་ཨཱ་ནི་དངོས་གནས་ཁ་ལག་བ་རེད། Humanity། ཀྱི་སྒང་ནས་དང་ཨཱ་ནི་མི་མི་མི་དང་མི་གཅིག་པའི་འདུ་ཤེས་སྒང་ནས་དང་ཨཱ་ནི་ཆོས་ཀྱི་བཟང་སྤྱོད་སྒང་ནས་དང་ཨཱ་ནི Moral Ethic ལེགས་རོགས་དེ་སྒང་ནས་དེ་འདྲའི་བྱས་ནས་འགྲོ་བྱ་དུས་སྒང་ལ་ཨཱ་ནི་གཉིས་ཀ་ལ་ཕན་ཡ་ཨཱ་ནི་ཕུགས་རིང་པོ་ཕུགས་རྒྱང་རིང་པོ་ལ་ཕན་ཡ་དེ་འདྲའི་གི་སྒང་ནས་ལྟ་དགོས་རོགས། དེ་འདྲའི་གི་གནས་སྟངས་དེ་ཨཱ་ནི་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་ཆོས་ཟེར་ནས་དེ་གལ་ཆེན་པོ་ག་ཚོད་ཡིན་མེད་ཆོས་མེད་སྒྱོགས་ཀྱི་ལུང་པ་དེ་བུང་རུ་འོག་ལྟ། ཆོས་ཚིག་ནི་གལ་ཆེ་ནི་ཆོས་ལ་དེ་གང་ལ It's not just religion Religion གཅིག་པོ་མ་རེད་ཆོས་ཚིག་ནི་དེ་བཟང་སྤྱོད་ཀྱི་རྒྱུན་ལས་ཡོད་དེ་གང་ལ་ང་ཚོ་བཟང་སྤྱོད་དེ་ཧ་གོ་དགོས་དཔེ་གལ་ཆེན་པོ་རེད་དེ་འདྲའི་ཡིན་དེ་གང་ལ་ནི་བཟང་སྤྱོད་དེ་ཧ་མ་གོ་དེ་གང་ལ་ཨ་ནི་གནས་སྐབས་རེ་ང་ལ་ཅིག་རང་བཙན་ལ་ནི་ཅིག་དོགས་དོགས་འདྲ་བོ་ཅིག་རྩོད་ཡ་ཡོད་པའི་བཟོ་ར་འདྲ་བོ་ཅིག་ཨེ་འདྲ་བྱས་ཡོད་དེ་གང་ལ་ཨ་ནི་ང་ཚོ་ག་ལ་གོ་རེད། གོ་བ་དེ་ཕལ་ཆེན་པོ་ལ་ཕལ་གྱི་མི་འདུག་ཨ། དེ་འདྲས་ཀྱི་ང་ཚོར་དཀའ་ངལ་འཕྲད་གོ། དེ་བྱས་ནས་ང་རང་ཚོ་ལས་བྱེད་བླ་ན་རེ། རྐུབ་བཀྱག་གང་ལ་དེ་ངས་བླ་ན་རེ་སུ་དང་སུ་ཡིན་པ་ཡིན་ན་རེ་ཁོ་རང་ཚོ་ག་རེའི་ལས་ཀ་ལས་ཀྱི་འདུག་ཨ་དེ་དེ་རྐུབ་བཀྱག་ཀ་ཡ་གཅིག་པོ་མེད་པ་བྱས་ལས་ཀ་ངོ་མ་དེ་འགོ་ཚུགས་དགོས་ཨ་དེ་དཔེ་གལ་ཆེན་པོར་དང་ཁྱེད་རང་དེ Position ལ་གར་ཕྱིན་ནས་ཡོད། ག་རེ་བྱེད་ཀྱི་ཡོད། དེ་བྱས་ནས་ཁྱེད་རང་གི་བྱེད་བསྡད་རྒྱུ་དེ་ཕན་གྱི་འདུག་དང་གནོད་ཀྱི་འདུག་ཨ་ད་ཡ་དཔེ་གལ་ཆེན་པོ་རེད། ཨང། ང་ཚོ་ལས་ཀ་ག་རེ་ཡིན་ནས། ཨ། ག་ས། ཆབ་སྲིད་ཀྱི་ལས་ཀ་བླ་ན་རེ། མི་ཀ་རྡ་རམ་ས་ལ་ལ།

རྫུས་ཡོད་ས་རེད་ད། བདེ་སྲུང་གི་མི་དེ་ཚོ་ད་ཧ་གོ་གི་མི་འདུག་ལ་གི་འདུག་ཨ། ཧ་ལས་པ་གི་ཐབས་སྐྱོ་བོར་ད། དོན་སྣང་བྱེད་དཔེ་གལ་ཆེན་པོ་རེད། བདེ་སྲུང་ནང་ན་རྫུས་ཡིན་ལས་ཀ་རག་སོང་ལ་ནི nine to five གཅིག་པོ་བྱེད་ཡ་མ་རེད་ངས་འདི་ཁྱོད་རང་ཚོ་ལ་ཁ་བཏོང་མེད་ད། ངས་ཁྱོད་རང་ཚོ་ལ་ཤ་ཚ་བའི་གཏམ་ཡིན། ག་ཅིག་ལ་ན་རྒྱ་བོར་མི་བྱེད་ལ་ན་ང་རང་ཚོ་གི་ངོ་བོ་རེད། ང་རང་ཚོ་གི་ཡོད་ན་མེད་ན་རེད་ད། མི་འདྲ་བོ་ཅིག་ཡིན་པ་ཡིན་ན་སྲོག་རེད། སྲོག་ལ་ཐུག་དུས་ཡོད་རེད། དེ་འདྲས་ཡོད་དུས་གང་ལ། ང་རང་ཚོ་གི་བོད་ཀྱི་བོད་པས་ཀྱི་སྲོག་གང་ལ་ཐུག་ཡོད་དུས་གང་ལ་ཁྱོད་རང་ཚོ་གི་ཨ། ཛྭ་དྲག་ངག་ནས་འདི་གང་ལ། ག་ལ་བོ་རེད། སེམས་འཚབ། ཅིག་ཁྱེར་ནས་ཨ་ནི། ལས་ཀ་ལས་དགོས་དེ་དཔེ་གལ་ཆེན་པོ་རེད་མ་གཏོགས། དེ་འདྲའི་གི་ལྷོད་ཡངས་དང་གུ་ཡངས་ཆོག་པ་ཡིན་ན་ཡག་པོ་ཡོང་མ་རྟགས་དམིགས་བསལ་གི་ཅཱ་ལི་པན་གྱི་སྐབས་ལ། ཁོས་གི་རྐང་བཙུགས་ནས་ཨ་ནི་གྲྭ་པ་ཁ་ཤས་ཅིག་ལ་འབུམ་གསུམ་གསུམ་གསུམ་སྤྲད་ནས་མིང། གྲྭ་པ་ལྔ་ཟི་ལ་འབུམ་གསུམ་གསུམ་གསུམ་སྤྲད་ནས་ཨ་ནི་གྱ་བོ་མོ་ཆེ། ག་རེ་གནང་གི་འདུག་ག་བ་ཕེབས་ཀྱི་འདུག་ག་རེ་བཞེས་ཀྱི་འདུག་ཚང་མ་ལ། གསོལ་བ་བྱེད་ཨ་ལ་ནི་བཞག་ཡོད་ལ་བུ་འོ་རེད་ཅིག། གཉིས་པ་དེ་གངས་སེང་དགྲ་བོ་ཅིག་གིས་ཨ། ཁོ་གིས་བཤད་སྟངས་དེ Planning དང་འཆར་གཞི་དང་གང་ག་མཉམ་པོ་བསྒྲིགས་ནས་ཁོས་བཤད་སོང་ཨ། དེ་འདྲའི་གང་ག་ཞིག་བཤད་ཚར་དུས་གང་ལ། ཁྱེད་རང་ཚོ་གིས་ཟོན་བྱེད་དགོས་གོ། ཨ། མི་འདྲ་བྱེད་ངེས་དེ། མི་མང་པོ་པ་ར་ལ་ཡོང་གུར་ད་ཧ་གོ་གི་ཡོད་ཨ། མི་མང་པོ་པ་ར་ལ་ཡོང་དུས་གང་ལ། ད་རྒྱ་བོར་མོ་ཅན་ལ་བརྟན་བཞུགས་ཕུལ་ག་ཡོང་ངེས་ཡོད་ཨོ་རེད། དེ་པ་ར་ལ་རྩ་བརྒྱག་ནས་ཡོང་གི་ཨོ། དེ་འདྲས་ཡོད་དུས་གང་ལ། ཁྱོད་རང་ཚོ་གིས་བཀར་དགོས་གོ། བདེ་སྲུང་གི་ཧ་གོ་གི་མི་འདུག་ཤ། ཨ། མི་མང་གི་ཧ་གོ་བཞག་ལས་དེ་འདྲས་གོ་ཡག་འདུག་ད་ཡིན་དེ་མེད། ཁྱོད་རང་ཚོ་རྡ་རམ་ས་ལ་ལ་ཡོད་ངེས་དེ་ཚོ་རེད། ཁྱེད་རང་ཚོ་གིས་དེ་འདྲས་གང་ལ། དངོས་གནས་དོན་སྣང་ཡག་པོ་གནང་རོགས་གནང། བདེ་སྲུང་དེ་ཚོ་རོ། ཨ་ནི། དེ་འདྲའི་མ་བྱས་ཀྱི་སྒང་ལ་ང་ཚོའི་སྤྱི་ཚོགས་དྲ་རྒྱ་ནང་ལྟ་གི་མེད་སྤྱི་ཚོགས་དྲ་རྒྱ་ནང་ལ་ཡ་བྱེད་ཀྱི་མེད་ལ་ནི་མཚམས་མཚམས་ལྟ་དགོས་དཔེ་གལ་ཆེན་པོ་ཆགས་འོར་དེ་རིགས་ཁ་སང་རྙོག་དྲ་ཚང་མ་སྤྱི་ཚོགས་དྲ་རྒྱ་སྒང་ནས་གླིག་འོར་དང་ཨ་ནི་དེ་སྒང་ལ་ཡ་བ་ཅིག་ལ་གར་ཆགས་འོར་ལ་ན Expose ཆགས་འོར་ཨ་སྡུག་ག་ཅིག་ཡིན་ན་སྡུག་ག་ཅིག་རེད་ལ་ནི Expose ཆགས་འགྲོ་འོར་དེ་ཡིན་དེ་སྒང་ལ་དེ་འདྲའི་གི་མི་དེ་ཚོ་འདྲ་བོ་ཅིག་ཡིན་པ་ཡིན་ན་ང་ཚོ་དོན་སྣང་བྱས་ནི་དེ་ཚོ་ལ་ང་ཚོ་བཀར་དགོས་བཀར་དགོས་བཀར་དགོས་འོར་ད་ག་གཅིག་པུ་ཚིག་མ་རྡ་རམ་ས་ལ་ལ་ཡ་ཡོང་བ་དང་ར་རྡ་རམ་ས་ལ་གི་ག་ལ་འོ་རེད་ས་མཚམས་ནས་ཡ་ཡོང་དེ་སྒང་ལ་ཁོ་རང་ཚོ IT དེ་ཚོས Check བྱེད་ཀྱི་ཡོད་ར་བེད་བྱེད་ཀྱི་ཡོད་མ་རེད་དེ་ཚོ་ང་ཚོ

རོ། དེ་དེ་གསུངས་ཨ་ཅག་རྒྱ་རི་མོ་མོ་རང་གི་རྟགས་རེད་ག་འདྲི་བྱེད་དགོས་ཀྱི་འདུག་རོ། ཡིན་ནས་དེ་འདྲི་རྟགས་དགོས་དེ་དཔེ་གལ་ཆེན་པོ་རེད་ཤག་སྤེན་ཆ་བཤད་ན་ང་རང་ཚོ་ཕི་གེ་ཨ་སམ་དང་ཤི་ལོང་དང་ཨར་ན་ཅལ་དང་དེ་ཡ་ཡོན་ཕ་དེ་ཡིན་པ་ཡིན་ན། ང་ཚོ་ཕ། འབོ་ཀྲོ་ནི་ཡ་འཛུལ་དུས་ཁོ་རང་ནི་གང་ག་ཨའི་ཏི་གང་ག་ཅེག་བྱེད་ནི་མ་གཏོགས་གཏང་གི་མ་རེད། ག་དུས་ཡ་འགྲོ་གི་ཡིན་པ་མ་ག་དུས་ཐོན་གི་ཡིན་པ་གང་ག་ཕ་གི་དམ་འཕྲུ་རྒྱབ་བྱེད་ནི་གཏང་གི་རེད་མ་གཏོགས་དེ་འདྲས། ཡ་འཛུལ་ཆོག་ཆོག། ཨ་འདྲེ་ཡོད་མ་རེད། ཨ་ནི་ཧོ་ཏེལ་ནང་བསྡད་ན་ཞི་ནི་ཅིག་བྱས་ཡིན་ལ་ཡ་འགྲོ་གི་འདི་འདྲེ་ཡོད་མ་རེད་ད། དེ་ཕ་གས་སྦོ་ཏྲོ་ནི་ཡ་རྫུས་རྒྱུ་གོ་རང་དེ་ཚོ་གང་ག་བཀག་སྡོམ་དེ་ཚོ་ང་ཚོ་དེ་བ་ནི་བྱེད་ཐུབ་ན་ཡག་པོ་འདུག་ལ་ནི། དེ་འདྲེ་འོ་དེ་ཅིག་ངས་ཤི་ནི་འགྲོ་སོ། དེ་འདྲེ་དང་མཉམ་དུ་ཨ་ནི་ངས་ཁ་ཚེ་ད་ཅིག་ཨུ་ཏར་མང་ག་ལ་མི་ཁ་ཅེ་བཤད་ཡོང་དུས་གང་ལ། ད་ང་ཚོ་སྤྱི་ཚོགས་ནང་ལོག་ལ་དངོས་ནས། ག་ལ་གོ་རེ། ས་ཆོས་ཀྱི་སྒང་ནས་ནང་ཆོས་སྤེལ་གྱི་འདུག་ལ་ཨ་ནི་བཟང་སྤྱོད་སྤེལ་གྱི་འདུག་ལ་ཨ་ནི་ང་རང་ཚོ་སྤྱི་ཚོགས་ནང་ལོག་ལ་བོད་མི་རིགས་ཡིན་པ་ཙམ་གྱིས།

བྱ་རྒྱ་ཡོད་ཡོད་ཙམ་ལ་ངའི་ལགས་སོ་ལག་པ་ལ་ཧྥོན་ནུ་ཡོད་མོ་བལ་ཡོད་ཙམ་ལ་ཞིའུ་ཅིན་ཡིན་བསམ་ནས་ཅི་ཅི་མ་མ་ཅིག་བཤད་བཞག་དུས་གང་ན་ཁྱོད་རང་ཚོ་གི་ཕན་ཐོག་ལས་གནོད་མང་བ་བྱེད་ཀྱི་འདུག་རེད་བ། དེ་འདྲ་ཡིན་དུས་གང་ཏག་ཏག་བསྡད་ཀྱི་ཡོད་མ་རྟགས་ང་ཚོ། ཧི་མ་ལ་ཡ་རི་རྒྱུགས་ཟེར་ངེས་ཏེ་རྒྱ་ལུམ་ཅིག་ག་ཚོད་གསུང་གི་འདུག་དེ་ཡིན་དུས་གང་ལ་ཧི་མ་ལ་ཡ་རི་རྒྱུགས་ནི་བྱས་ནས་ང་རང་ཚོ་བོད་བོད་པ་ལ་ཤ་ཚ་བྱེད་ངེས་ཏེ་སྙིང་རྗེ་བྱེད་ངེས་རྐྱང་རྐྱང་རེད་ད་ཁོ་རང་ཚོ་དགོན་པ་ནང་གི་གནས་སྟངས་འདྲ་པོ་ཅིག་ག་ཅིག་ཅིག་བཤད་པ་ཡིན་ན་དེ་དགོན་པ་ནང་གི་གནས་སྟངས་རེད་དེ་ཁོ་རང་ཚོ་གི་ཧན་ཀྲོལ་བྱེད་ཀྱི་རེད་དེ་མ་གཏོགས་དེ་ང་ཚོ་ཕྱི་ལོག་གི་མི་གེ་ཞིའུ་ཅིག་ཡོང་ནས་ཨ་ནི། སོ་སོ་ཡི་དགོན་པ་ནང་བསྡད་ཀྱི་མེད་བ་ལ་ཨ་ནི་སྤྱི་ཚོགས་དྲ་རྒྱ་ནང་ལག་གི་འདུག་བ།

ལྕགས་སྒོ་པགས་པ་བོན་ལས་གོས་རྐྱང་རྐྱང་རེད་དོ། ནོར་སོང་ན་ནོར་སོང་ཅེས་ལག་དམར་རེད། མོ་གོ། མ་རྙེད་ཁ་ཡོད་ཀྱི་ལུང་པ་རྒྱག་རྩལ་བྱེད་ཀྱི་རེད། འོ་དེ་འདྲས་བྱས་ཡོད་འདི་གང་ལགས། ཨ་ནི་ཁྱོད་རང་ཚོ་གི་ཕན་གྱི་རྩ་བ་ཉིད་ནས་མི་འདུག། བཤད་ཀྱི་རྙེད་ལ་ག་དུས་ཡིན་ན་ཡང། བསམ་བློ་བཏང་ནས་བཤད། ཡ་མེད་ན། མི་རྒན་པ་དང། སོ་སོ་གི་གཡས་གཡོན་དང་གྲོགས་པོ་གྲོགས་མོ་གཉིས་མོ་དང་གྲོས་བྱས། ག་རེ་བཤད་དགོས་དང་ག་རེ་བཤད་དགོས་མི་འདུག་ཨ་ནི་དེ་འདྲས་བྱས་ནས་བཤད་པ་ཡིན་ན་ཨ་ཅིག་རེད་མ་གཏོགས་གཞན། སོ་སོ་གི་ག་རེ་ཤེས་ཚར་བ་བཅས་ལ་ཁྱོད་རང་གི་གདོང་དང་མཉམ་པོ་བསྟོད་ནས་ཤེས་ཚར་བ་བཅས་ལ་འདི་ཁྱོད་རང་གི་རྒན་ཁྱི་གོ་གུར་དག་འདི་ཁྱོད་རང་འགྲོ་ས་ཐར་ས་ཡོད་མ་རེད་ཁྱོད་རང་གི་བིདེའོ་བཟོས་ནས་ག་ཚོད་བསུབ་མ་བསུབ་ཡོད་མ་རེད་མི་ག་ཤེས་ལ་ཨ་རེཀོརྡིང་བྱ་བཞག་གི་རེད་ཨ Copy བྱས་ནས་བཞག་གི་རེད་དེ་ཡང་དུས་དང་མཉམ་དུ་མཉམ་དུ་བཏང་གི་རེད་འོ་དེ་འདྲས་བྱས་དུས་གང་ལ་ཁྱོད་རང་ལ་མ་འོངས་པ་ལ་གནོད་མ་སྲིད་བ་མ་རེད་ད་སྤྱི་ཚོགས་ཀྱི་དྲ་རྒྱ་སྒང་ནས་དེ་རིང་ཁ་སང་དམག་རྒྱག་ཡོང་དགོས་བ་རེད་ལ་དུས་གང་ལ་ཨ་རེ་དམག་རྒྱག་བ་ཡིན་ན་དམག་རྒྱབ་སྟངས་ཕྱོགས་གཅིག་དེ་འདྲས་རེད་ཨ་ཨོ་ཟ་མི་ནང་མགོ་ནང་མགོ་ལ Expose བྱ་སྟངས་གཅིག་གཅིག་ནི་མིའི་ལུང་པ་དང་རྒྱ་ཁབ་དང་རྒྱ་ཁབ་པ་ར་ལ།

གཞོན་ནུ་ལྷན་ཚོགས་དེ Free Tibet Movement ནང་ལ་མེད་པ་ཡིན་པ་ཡིན་ནའི SFT དེ Free Tibet Movement ནང་ལ་ཡོད་པ་དེ་གཏན་འཁེལ་གྱི་འདུག་བ། དེ་ག་གཅིག་པུ་ཚེག་མ་རེད་ཨ་མདའ Independence ག་རེ་གཅིག་ལ་ཡ་ཅིག་ཡོད་དེ་ག་ས་འཇིགས་མེད་ཨུ་རྒྱན་དང་ཁོ་རང་ཚོ་ཡོད་རྒྱུ་དེ་ཚོ་དེ་ཚོ་ཚང་མ་དེ་ག་ས་ཨ་མདའ Hami Nepal དང་ཁོ་ཚོ་མཉམ་དུ་ཡོད་པའི་གི་སྐད་ཆ་དེ་གཏན་འཁེལ་གྱི་འདུག་བ། ཨ་དེ་ག་གཅིག་པུ་ཚེག་མར Sudan གུ་རུང་གི Profile ལ་རྒྱང་རུམ་གཅིག་སྐུ་པར་རེ་བཞག་འདུག་ས་ཨ་ཁོ་བཞག་དགོས་དེ་གདང་རང་རེད་ཁོ་རི་གྲོ་བྱེད་གི་འོག་རོ་ཨ་ནི་ཁོ་ལག་པ་འཐམ་ས་མ་རག་ནི་འཐམ་ཀ་རུ་གི་འོག་རོ་ད་ཆོག་ཅི་ནི་ཁོ་རང་གི་དད་པ་བྱེད་གི་ཡོད་ན་དཔེ་ཡག་པོ་རེད་ལ་ཡ་རེད་ར་དད་པ་བྱེད་ཆོག་གི་མེད་ང་ཚོ་ལག་ཆོག་གི་འོག་མ་ར་ཡིན་ནི་ཡ། ད། ཁོ་རང་དེ་འདྲའི་རྙོག་པ་ནང་ལ་འཛུལ་ད་འདོད་རྒྱ་བོ་རུམ་ཅིག་གི་སྐུ་པར་རོ་ཅིག Profile ནང་ལ་བཞག་བྱས་ཏེ་ཅིག་བྱས་ན་ཁོ་གི་ཨ་སྐྱབས་བཅོལ་གི་ཡོད་ས་རེད། སྐྱབས་བཅོལ་བའི་སྐད་ཆ་རེད་ཅིག་བྱས། ཕྱོགས་གཅིག་ནི། ཁོས་གས་རྐང་བཙུན་བསྟུན་འགོ་ར་ཁོ་རང་གི Connection དེ་ད་དེ་གར་ས། བོད་རང་བཙན་དང་མཉམ་དུ་ཡོད་ས་རེད་ཅིག་བྱས་ན་སུ་ཙམ་གོ་རིམ་གི་དེ་ཧ་གོ་གི་ཡོད་ས་མ་རེད་ང་ཚོ་བོད་མི་སྒྲིག་འཛུགས་གི་ལངས་ཕྱོགས་དེ་ཨ་ནི་དབུ་མའི་ལམ་རེད་རྒྱ་བོ་རུམ་ཅིག་གི་རང་བཙན་རྩོད་གི་མེད་པ་དེ་ཁོས་ཧ་གོ་གི་ཡོད་ས་མ་རེད་ཅིག་བྱས་ན།

རབ་དང་རིམ་པ། ཁྱོད་རང་ཚོ་ལོ་འདི་འདྲའི་མང་པོ་ནས་སྤྱི་ཚོགས་ཀྱི་དྲ་རྒྱ་སྒང་ལ། འཕག་འཚག་ཀློད་དད་དེ། ངས་ཀྱིས་ཁྱོད་རང་ཚོ་ལ་ཐེངས་མང་པོ་བཤད་པ་ཡིན། ཨ། དེ་འཕག་འཚག་ཀློད་དད་དེ་ཁྱོད་རང་ཚོ་གང་ག་ལ། གོ་སྐབས་སྤྲད་རྒྱུ་མ་རེད་ད། ཁྱོད་རང་ཚོ་སོ་སོ་ལ་སྐད་ཆ་དྲིས་ད། ཁྱོད་རང་ཚོ་ལ་གོ་སྐབས་སྤྲད་རྒྱུ་མ་རེད་དེ་ཁོ་རང་ཚོ་གི་རྐང་ཚོ་ནི་གོ་སྐབས་ཁོ་རང་ཚོ་གི་ཉོས་རྒྱུ་རེད། ཁོ་རང་ཚོ་སོ་སོ་གི་ཉོས་ཡོད་ནི་ཁྱོད་རང་ཚོ་འགྲོ་དེ་བཙོང་གི་ཡོད་རེད་ཟེར་ངས་ཐེངས་མང་པོ་ལབ་ཡིན་ཞེས་ང་ང་རང་ཡིན་ནས་ཞེ་སྡང་འགྲོ་དེ་ངེས་ཅིང་ང་རྐང་བཙུགས་ནས་ཨ་དེ་འདྲའི་ཇག་རྒྱག་གང་ལ་ཨེ་དེ་འཇག་གང་ལ་མ་ཕབ་ཡག་གི་རྒྱུ་མཚན་ག་རེ་རེད་ལ་དེ་གང་ལ་ངས་དེ་གནས་ཚུལ་དེ་ཚོ་ཧ་གོ་ནི་རེད་ད་ད་ངས་གཅིག་ལ་བཤད་གཉིས་ལ་བཤད་བྱས་པ་ཡིན་ན་ཨོའོ་མིག་ཚ་བ་རེད་ལ་ཨེ་འགྲོ་ད་ཕྲ་དོག་བྱས་པ་རེད་ལ་ཨེ་འགྲོ་ད་སྐད་ཆ་ཆུང་ཆུང་དེ་འདྲ་བཤད་ཡོང་གི་འདུག་ཨ་དེ་ང་ཚོ་ཕེབས་རྩ་དོན་ལ་ཕན་གྱི་མི་འདུག་ང་རང་ཚོའི་དངོས་གནས་སྤྱི་ཚོགས་ནང་ལོགས་ལ་ཞེ་སྡང་ཞེ་སྡང་ཞབས་བྲོ་བཏང་བྱས་པ་ཡིན་ན་ཨེ་དེ་དངོས་གནས་ང་རང་ཚོ་སྤྱི་ཚོགས་ལ་ཕན་པ་ཅིག་ཡིན་པ་ཡིན་ན་དེ་ཐང་ཅིག recording བཏང་རེད་བཏང་རེད་བཏང་བཞག་ན་འགྲིག་གི་འདུག་བ་རེད་བ། ཡིན་ནའི་ག་བ་ག་ས་ལ་སྡིངས་ཆ་བཀང་སོང་ནས་ཚེས་ནས་འགྲོ་འོང་ནས་ཨ་ནེ་ཕག་ཆོམ་ཚུགས་ཆོམ་བྱེད་འགྲོ་དུས་གང་ཁྱོད་རང་ཚོ་དྲན་ཏེ་བོད་ཆོལ་ལོག་པ་ནང་ཚུད་གི་ཡོད་རེད་དེ་ཁྱོད་ཚོ་ཧ་གོ་གི་མི་འདུག་བ་གནས་སྐབས་རེ་ང་ལ་ལྡོག་པར་ཁ་ཤས་ཀྱི་ར་ཡ་དང་ཨ་ནེ་མིག་གི་མདུན་ལ་དོན་ཡ་དེ་ཚོ་དངོས་གནས་དྲང་པོ་བཤད་པ་ཡིན་ན་ད་འདོད་སྤུ་གུ་རེ་ཡིན་པ་ཡིན་ན་ཡ་ཁག་མི་འདུག་ལས་བྱ་བ་སྙིང་རྗེ་ཁོ་རང་ཚོ་ལོ་དང་མཉམ་དུ་རེད་ལས་བྱ་བ་ལོ་ཡ་ལས་ཚ་རྒྱུ་དེ་ཚོ་ཡ་ད་འདོད་ཡིན་ནའི་སྡིངས་ཆ་གང་ལ་ཕག་ཚ་འགྲོ་གི་ཆུ་ལོག་ཡོད་དུས་ག་ལ།

ཅེས་ག་ལ་འོ་རེད་གྲོས་ཚོགས་ནང་ལོགས་ལ་སྤྱི་འཐུས་དོན་ཚོགས་ཀྱིས་ཁ་བརྡབས་ནས་ཨ་མང་པོ་ཅིག་བཤད་ནི་བཤད་གི་འདུག་དུས་ཚོད་ནི་མང་བ་ཞིག་འཕྲོ་བརླག་གཏང་གི་འདུག་རང་བཏང་ཚར་བའི་རྗེས་ཡ་ལ་དངོས་གནས་ང་རང་ཚོ་སྤྱི་ཚོགས་ནང་ལོགས་ཀྱི་གནས་སྟངས་དེ་གཙང་མ་ཅིག་བཟོ་རོགས་བྱེད་ནས་འགྲིག་གོ་ར་གཙང་མས་བཟོས་གི་མི་འདུག་ཨ་ད་གོ་ཡ་དེ་ལ་དང་པོ་ད་ནི་དེ་བ་ལ་དེ་ཧ་ཡང་འགྲུབ་རྒྱུ་དེ་མི་འགལ་ཀླད་བཞག་ས་ཨ་འདི་གང་སྤྱི་འཐུས་དོན་ཚོགས་ཀྱི་ཁ་བཏགས་གཡོག་ག་འགྲོ་བཞག་ས་ལ་ནི་གོ་ཡ་འདུག་སོ་ལ་ལྷོ་ཧོ་ཕུ་ལོ་སོ་ནམ་གྱི་ལག་གི་འདུག་ཨ་ད་དེ་འདྲས་ཡིན་དེ་གང་ལ། ད་གཅིག་བྱས་ན་ཁོ་རང་ཚོ་བསྡད་པའི་རིང་ལ་ཨ་ནི་ཁ་མང་རྒྱ་རོ་ཕན་ཐོགས་སོ་ལ་ནི་མོ་ལ་ཁ་ཐག་གཡོག་ཁ་ཆིངས་ཡིན་ས་རེད་རོ། ཨ་ནི་དེ་དེའི་ལ་དུས་གང་ལ་གར་བྱེད་ཡོད་ལ་ན་ཁོ་རང་ཚོ་བསྡད་པའི་རིང་འདི་ལ་དེ་སྤྱི་འཐུས་དེ་ཚོ་བསྡད་པའི་རིང་འདི་ལ་ཁོ་རང་ཚོ་ག་ལ་འོ་རེད་ཁོ་རང་ཚོ་ལ་ཁ། ཁོ་རང་ཚོ་གི་མི་མང་གི་སྐུ་ཚབ་བྱས་ཚབ་ལ་མི་ད་མི་མང་ནང་ལོག་ནས་ཧ་ཡང་འདེབས་རྒྱོག་དང་དེ་ཚོ་ཟ་ར་བི་རའི་གཏོར་མ་གཏམ་ཚིག་ལུང་རྡོག་རྡོག་དེ་ཚོ་དོན་ཡོད་ནས་ཁོ་ཚོ་ལ་བ་སྐུ་ཚབ་བྱས་ནས་ཨ་ནི། སྤྱི་ཚོགས་དྲ་རྒྱ་ནང་ལ་དམག་རྒྱག་གི་ཡོད་པ་དེ། ཁོ་རང་ཚོ་གི་དོགས་གེར་དེ་སྟོན་པར་གདའ། ཅིག། ཧཱུྃ་ས། དེ་ང་ལ་ནག་པོ་བྱས་ཡོད་སྐད་ཆ་མ་ལྟ། ང་ལ། གྱོང། སྤྲད་པའི་སྐད་ཆ་མ་ལྟ། ག་ལ་ན་ངའི་སྐད་ཆ་དེ་ཨ་ཅཱ་རེ་ཡེ་ཤེས་ཕུན་ཚོགས་གང་ལ་བཤད་པས་རེད་བཤད་ནི་ངས་ཀྱི་ད་ལྟ་གནས་ཆགས་བསྡད་ཡོད་ད་ག་གཅིག་པུ་ཚིག་མར་སྤྱི་ཚོགས་དྲ་རྒྱ་ནང་ལོགས་ལ་ངས་སྤྱི་འཐུས་འདི་དང་འདི་འདྲ་བོ་ཨ། གུ་རི་རྒྱལ་འདྲ་བོ་དེ་ཚོ་ལ་ངས་ཀྱི་པགས་པ་བཤུ་ནི་བཞག་གི་དེ། ངས། སྐད་ཆ་དེ་ནན་པོ་ཡིན་ད། དེ་ལ་ངེད་ཀྱིས་ཁ་བརྡས་བཅའ་བ་དང་བཅའ་ཅིང་ཨ་ནེ་ཕ་ནེ་བྷ་ཧ་ཡང་འདེབས་རྒྱུ་དང་དེ་ཚོ་ཛ་ར་བྷ་ར་དེ་ཚོ་གས་ང་ལ་ཚུར་བཅའ་ཡོད་འདི་ག་ལ་ད་རིང་ཉིན་མོ་ལ་ཧ་ཡང་འདེབས་རྒྱུ་ལ་ཁོ་ཚོ་ཁ་ཐག་གཡོག་འགྲོ་དང་དེ་འདྲས་རེད་ང་ཚོ་མིས་ངེད་དེ་ང་ཚོ་གི་བདེ་འཇགས་གང་ལ་བླངས་དགོངས་ངེད་ཀྱི་མི་དེ་རོ་མི་བརྟན་པོ་ཡག་པོ་མེད་པ་ཡིན་ན་མི་བསླབ་ཤ་དེ་འདྲས་ཡོད་པ་ཡིན་ན་ཨ་ནེ་ད་ག་རང་རེད་སེང་གེ་གངས་རི་ལ་བསྡད་ན་སེང་གེ་ཡིན་མ་ཐང་ལ་བབས་ན་སྤང་ཁྱི་ཡིན་ལ་ཡ་དེ།

དང་པོ་ད་རིང་ནང་ལོགས་ལ་ལོ་བཞི་རྫོགས་ཚར་བ་རེད་དེ་ལོ་བཞི་ནང་ལོགས་ལ་ཡང་ད་འདོད། ཨ། སྐད་ཆ་འདི་གཙང་མ་ཆ་མ་གསོ་ལབ་ན་ད་འདོད་འཐེན་གི་རེད་མ་འོངས་པ་ལ་འཐེན་གི་རེད་ཨ་ནི་ལས་རྒྱུ་འབྲས་ཡོད་རེད་ཨ་ང་ནི་མི་ངོ་ནས་དཀོན་མཆོག་གི་ཞག་གཟིགས་ཀྱི་ཡོད་བ་དེ་ང་ངོ་ནས་དཔལ་ཡིད་ཆེས་ནན་པོ་ཡིན་བརྟན་པོ་ཡིན་རོ། དེ་ཡིན་དེ་གང་ལ་དཀོན་མཆོག་གི་ཞག་གཟིགས་ཀྱི་རེད་རེ་རེ་གཉིས་གཉིས་ལ་ཨ་ཁྱོད་རང་ཚོ་སྡུག་པོ་བྱེད་ངེས་ཀྱི་སྡུག་པོ་བྱེད་སྟངས་དེ་ཚོ་རེ་རེ་གཉིས་གཉིས་མཐོང་གི་རེད་ད་ག་གཅིག་པུ་ཚེག་མར་དང་པོ་ད་རིང་སྡེ་བ་ལ་ཨ་ད། གཞོན་ནུ་གཞོན་ནུ་ལྷན་ཚོས་ཀྱི་ཨ་ནི་ཚོགས་ཆེན་དེ་ནང་ལོགས་ལ་ཨ་ཅེ་རྗེ་རི་སྒྲོལ་མ་ཀྱེ། Speech། ཧ་ལས་པ་ཡག་པོ་ཞིག་སྤྲད་སོང། དེ་དེའི་ནང་ལོགས་ནས་དངོས་གནས། གོ་མང་པོ་གོ་ཡ་ཡོད་རེད་ད། ག་ཤེད་ཀྱི་ང་ད་རིང་བྱས་ནི་ཧ་གོ་སོང་ལ་རེད་དེ། ཡག་པོ་མ་རེད་ལ་དེ་དངོས་གནས་རེད། ག་ལ་ན་ང་ཚོ་སྤྱི་ཚོགས་ནང་ལོགས་ལ་སྐད་ཆ་མང་ཆེ་གི་ཧ་གོ་གི་ཡོད་མ་རེད། དོན་སྣང་ཡོད་མ་རེད། དོན་སྣང་མེད་དུས་གང་ལ་ཨ་ནི་ཧ་གོ་གི་ཡོད་མ་རེད་ཧ་མ་གོ་དུས་གང་ལ་ཨ་ནི་ག་འཇུག་མ་འཇུག་བཤད་ཡོད་དུས་གང་ལ་ཐ་མ་ཐག་ཤུལ་ལ་ལོ་བཞི་ད་ག་ཟང་ཁྲོ་ལ་འགྲོ་ཡ་འགྲོ་སོ་ཨ། ལོ་བཞི་ཡིན་ན་ལོ་ལྔ་ཡིན་ན་ད་དེ། སྐབས་འདི་ནི་ཁྲོ་ལ་བཏང་སོང་ཨ། སྙེ་མ་གའི་སྐད་ཆ་དེ་བཤད། ཉིས་སྟོང་བཅོ་ལྔ་གི་སྐད་ཆ་དེ་བཤད་ནས་ཉིས་སྟོང་ཉི་ཤུ་ཉིས་སྟོང་ཉི་ཤུ་ནས་ཕྱིན་ནས་རྙོག་དྲ་དེ་རྫོགས་ཡ་ཅི་ཡང་མེད་ཀྱོག་ད་དེའི་ལོ་དེའི་ནང་ལོགས་ལ་ང་ཚོ་གི་དངོས་གནས་མཐོང་དགོས་ཡ་དེ་འདྲ་ཧ་ལས་པ་མང་པོ་མཐོང་ཡོད་རེད་སྦྱང་དགོས་ཡ་ཡིན་ན་ཧ་ལས་པ་མང་པོ་སྦྱང་ཡ་ཡོད་རེད་དེ་ཚོ་གང་ག་ང་ཚོ་གི་མཐོང་ཡོད་རེད་དེ་ཚོ་གང་ག་ཡིན་དེ་ག་ལ་ང་ཚོ་གི་ད་ད་བསམ་བློ་བཏང་ནས་དངོས་གནས་རིག་པ་བསྒྲིམས་ནས་ད་གཟབ་གཟབ་མ་བྱིན་ན་རྒྱ་དམར་མོ་ཆེ་གོ་ལ་འབྲས་བུ་འཕེལ་འདུག་ད་གཅིག་པུ་ཚད་གི་མ་རེད་བོད་རྩ་དོན་གི་སྒང་ལ་འཛམ་བུ་གླིང་གི་ཨ་ས་ནེ་པ་ལ་ནང་ལོགས་ལ་གནས་སྟངས་བྱུང་པ་རེད་རོ། ནེ་པ་ལ་ནང་ལོགས་ལ་གནས་སྟངས་བྱུང་པ་རེད་དེ་ཡིན་ནས་བོད་པ་དེ་ག་འདྲས་སུ་བྲུས་སོ། ད་བོད་པ་དེ་གྲུ་ངེད་དེ་སུའི་རེད། SFT དང་རང་བཙན་ཁ་ལ་ཁྱིན་བཙོན་འགྲོ་དེ་ངེད་དེ་ཚོ་རོ། ད་གཞོན་ནུ་ལྷན་ཚོགས་དེ་ཚོ་ཡིན་པ་ཡིན་ན་ཁྱོད་རང་ཚོ། ག་རེ་བྱེད་ཀྱི་ཡིན་པས། ད་དོན་ནས་མི་ལ་འགོག་པ་གཏང་རྩིས་ཡིན་པས། དེ་ཁྱོད་རང་ཚོ་ལ་དྲི་བ་ཡིན། དེ་འདྲའི་ཚང་མ་ཡིན་དུས་གང་ལ་དེ་ཁྱོད་རང་ཚོ་བསམ་སོ་བསམ་མོ་གཏང་ཡ་རེད། ད་ག་ན་ཞིག་གི་གཞུང་འབྲེལ་མེད་པའི་གི་ཚོགས་པ། ག་འདྲེ་དང་ག་འདྲེ་ཡིན་པ་ཡིན་ན་རེད།

དེ་མི་མང་སྐྱོ་མང་གི་ལས་ཀ་རེད། ང་ང་ཕེ་ཁེ་སྡུག་ཅག་འདུག་ང་སྡུག་ཅག་ཡོད་སར་འགྲུག་མེད་ལ་དེ་མི་མང་གི་ལས་ཀ་རེད། ཡིན་ནའི་ཚོགས་པ་གཅིག་ཆགས་ཚར་བའི་རྗེས་ལ་ཚོགས་པ་གཞུང་འབྲེལ་མིན་པའི་ཚོགས་པ་གི་ཚོགས་གཙོ་དང་ཚོགས་མི་ཡིན་ཚར་བའི་རྗེས་ལ་ཁྱོད་རང་ཚོ་གི་ད་གཞན། གཞན། ག་ལོག་རེད་འགན་དེ་མི་གཞན་ལས་ལྷག་བརྩི་ཅི་བྱས་ནས་སོ་སོ་གི་དྲུང་བརྩི་བྱེད་དགོས་དེ་སོ་སོ་གི་འགན་རོ། དེ་ག་གཅིག་པུ་ཚིག་མར་གཙང་བཤད་གཏང་དགོས་འོར་ད། ཁྱོད་རང་ཚོ་རྐུབ་བཀྱག་ཀ་ལ་འདེང་ངེས་ཚོགས་གཙོ་དང་ཚོགས་གཞོན་དེ་ཚོ་གི་ལས་ཀ་དེ་ཚོ་ལས་པ་ཡིན་ན་ང་དྲ་རྒྱ་ལ་དོན་གོ་ས་གོ་ར་མ་རེད། དེ་འདྲའི་གི། དྲ་རྒྱ་གང་ནས་ཤེས་ངེས་མ་རག་དེ་གང་ལ་ཨ་ནི་ཞི་ནི་ང་ཚོ་དོན་ནི་ཤེས་གི་འོར་བ། ཨ་དེ་འདྲའི་རེད་འདུག་ད་དེ་འདྲའི་རེད་འདུག་ལ་ནི་ང་ཚོ་ཤེས་གི་འོར་མ་གཏོགས་གཞན་དེ་འདྲའི་ང། ཁྱིམ་ཚང་གཅིག་དང་མི་གཅིག་དང་དེ་འདྲའི་ལ་སྙིང་ན་ནི་ང་འགྲོ་དགོས་ཡ་གི། འགྲོ་ལོང་ཡས་མེད་ལ་དུས་ཚོད་ཡས་མེད་ལ་ཨ་ནི་དེ་འདྲའི་སྙིང་ན་ནི་ན་ན་ཡ་ནི་བཟོ་ཡ་ཡས་ཡོད་མ་རེད། དེ་གི་ཡང་ན་རེད་འདུག་ན་རེད་སོ་སོ་བོད་པ་གཅིག་པ་རེད་བོད་མི་རིགས་གཅིག་རེད་གོ་རོགས་བྱེད་ན་བསམ་ནི་ངས་ཤེས་གི་འོར་རེད་མ་གཏོགས་ངས་ཁྱོད་རང་ཚོ་ལ་འདྲ་ས་ཡ་ཆེད་དུ་ཤེས་གི་འོར་མ་རྟ། ཡིན་ནས་ཚུར་ཁ་ནས་འདྲ་ག་ཚོད་བྱས་སོང་དེ་ང་ཚོ་མཐོང་སོང་བ། འདས་པའི་ལོ་འདི་ལ། ད་དེ་ཚོ་གང་ག་ཕྲག་དོག་གི་ངོས་ནས་ཞེ་སྡང་གཏི་མུག་དང་གང་ག་ཚུད་ནས་སླད་སྐྱོང་རེད་དེ་ཡིན་ནའི། ཕ་མར་ད་དུས་ནས་ང་འདྲ་བྱེད་དགོས་ཡ་དེ་འདྲ་མེད་ད། ཡིན་ནའི་ཡང་ཁྲིམས་དང་ཞེ་སྲུང་དེ་ང་ཚོ་གི་གཅིག་མ་ལབ་ན་འགྲིག་གི་མི་འདུག་སྤྱི་ཚོགས་ནང་ལོག་ལ། ད་དེ་དེ་ང་ཚོ་སྤྱི་སྤྱི་འཐུས་དེ་ཚོ་གི་ཁྲིམས་བཟོ་དགོས་ཡ་གི་ལས་ཀ་དེ་ཚོ་ཡ་ལས་གི་ཡོད་མ་རེད་དེ་རྐྱེན་གི་ང་ཚོ་རྗེས་ལུས་ཐེད་དེ་ཡོད་རེད་ད་ད་རིང་སྤྱི་འཐུས་གཅིག་ལངས་ཡ་གཅིག་ཡོད་པ་ཡིན་ན། ད་འོས་མི་ཆེན་པོ་ཁ་ས་འོས་ཆེན་པོ་གཅིག་སླད་གོ་ལགས་ད་ད་དེ་ནང་ལོག་ལ་ཁྱེད་རང་ཚོ་གི་གང་གཟབ་གཟབ་བྱས་ནས་སློབ་སྦྱོང་སྦྱངས་ནས་ད་སོ་ག་ལོག་རེད་དོན་སྣང་བྱས་ནས།

སྐད་གཅིག་ལ་ཞེ་སྡང་བ་ཡིན་ན་སྙན་པ་ཡོད་རོགས་ཨ། སྐད་དག་མ་འདྲ་གོ་སྡང་བ་ཡིན་ན་ཨ་ནི་ཨམ་ཆོ་ཚ་རོགས་རོགས་ཨ། འོང་འདི་ཆ་དེར་ད་ལྟ་ང་ཚོ་སྤྱི་ཚོགས་ནང་ལོགས་ལ། དེ་ཡིན་དུས་གང་ལ་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་གོ་བ་དེ་ཡག་པོ་ཅིག་དཔེ། ཨ་ནི་སྐད་གཅིག་ལ་བསྡུས་ནས་ཨ་ནི་སྐད་ཤུགས་དེ་རྒྱག་པ་ཡིན་ན་ཨ་ནི་ཕ་གི་གཞན་པ་དེ་ཚོ་གས་གོ་གི་རོགས་ཨ་ལས་དེ། གཞན་མེད་ན་ང་རང་ཚོ་རོགས་ཨ། ནང་སྒོ་ལ་མི་བསྡད་ག་ཤེད་ཅིག་གི་སྦ་གི་རྒྱང་ནས་རང་བཙན་ཁ་ལ་འཁྱེར་ནས་བཙོང་ཨ་ནི་ག་ཤེད་ཅིག་གི་དབུ་མའི་ལམ་ལ་ནས་ལྟ་བ་དྲག་པོ་འདྲ་བོ་ཅིག་བྱེད་ཨ་ནི་ག་ཤེད་ཅིག་གི་གོ་བ་དཔེ་ཐུག་ལག་མ་ཐུག་ལག་འདྲ་བོ་བྱེད་ཨ་ནི་ཀརྨ་ཆོམ་པོ་ལགས་ཀྱི་གསུང་དོན་ནང་བཞིན་ཁོ་རང་གས་ལྷ་ས་གནམ་བདག་ཡིན་པའི་སྐད་ཆ་ཡིན་གྱི་རེད། རོ། ང་བོད་པ་སུ་དང་སུ་ཡིན་པ་ཡིན་ནའི་བོད་རྩ་དོན་དགའ་ལོ་ལེགས་སོང་ན་ལྷ་བསང་རྣམ་དག་རེད་དྲན་གྱི་འདུག་ང། དྲང་པོ་ཡིན། ཡིན་ནའི་ཡང། ལྷ་བསང་རྣམ་དག་དང་མཉམ་དུ་སྐབས་རེ་སྐབས་རེ་ཨ་ནི། ཐབས་ཤེས་དེ་ནོར་ནས། ཐབས་ལམ་ཚད་སྟངས་དེ་ནོར་ནས་ཨ་ནི། སྤྱི་ཚོགས་ནང་གོ་བ་ལོག་པ་བེད་ཀྱི་འདུག་ཨ། འོང་འོང་དེ་འདྲའི་བྱས་ཡོད་འདི་གང་ལ་ཨ་ནི་ང་ཚོ་སྤྱི་ཚོགས་ནང་ལོག་ལ། གོམ་ཆུ་ལོག་གི་འདུག། ཡག་པོ་བྱེད་ཀྱི་བྱེད་ཀྱི་ཨ་ནི་སྡུག་ཅག་ཆགས་འགྲོ་གི་འདུག། ཨ་ཡག་པོ་ལས་ཀ་ཡག་གོམ་པ་གཅིག་ཡར་འཛགས་བར་དེ་གོམ་པ་བཅུ་མ་སྤབས་ཀྱི་འདུག་ཟེར་ནས། ཨ་གངས་སེང་འདྲ་བོ་ཅིག་ཡིན་པ་ཡིན་ནས། ཨ། རྒྱའུ་རུམ་ཆེ་ལ་ལ་མཚན་སྨད་ཞུ་ཡ་འདྲ་བོ་དེ་འདྲ་བྱས་ཡོང་དུས་གང་ལ། ཨ་ཡག་པོ་རྩ་བ་གཉིས་ནི་མ་རེད་ག་ཅིག་ན་ན། ཁོས་ཀྱིས་ཕྱོགས་གཅིག་ནས་རང་བཙན་ན་ནི་ཞུ་བོ་ཡིན་པའི་སྐད་ཆ་བཤད་བོར་ཕྱོགས་གཅིག་ནས་ང་རང་ཚོ་གི་ཨ་ནི་སྲོག། ར། ང་རང་ཚོ་བོད་པའི་གི་སྲོག་རྩ། ང་རང་ཚོ་བོད་པའི་གི་ཨ་ནི་ངོ་བོ་ལ་ཨ་ནི་གནོད་པ་བྱེད་ཀྱི་ཡིན་ལ་དུས་གང་ལ། ང་ཚོ་ལམ་འགྲོ་རྩ་བ་གཉིས་ནི་འགྱུར་རྒྱུ་མ་རེད། ངས་སྙེ་མ་ཁྱེད་རང་ཚོ་ལ་ལབ་ཡིན་པ། ང་ཚོ།

དེ་སྒང་ནས་བཤད་ནས་ང་རང་ཚོ་སྤྱི་ཚོགས་ལ་ཡང་གོ་བ་བླུག་གི་འདུག་བསམ་པ་ཡིན་ན་ཕན་གི་འདུག་བསམ་པ་ཡིན་ན་དེ་ལ་ཡང་ང་ཚོ་གིས་བཀག་སྡོམ་བྱས་པ་ཡིན་ན་འགྲིག་གི་ཡོད་མ་རེད་དེ་རྐྱེན་གྱིས་ངས་ཁྱོད་རང་ཚོར་བརྙན་མ་ལབ་རེད་སྤྱི་ཚོགས་ནང་ལ་བཤད་དགོ་ངེས་ཅིག་ན་ང་རེད་ཞར་ལ་ནས་ངས་ག་ཅིག་ལབ་རེད་ལབ་པ་ཡིན་ན་ང་སྤྱི་ཚོགས་ལ་སུ་གང་ལ་ཨ་ང་མགོ་སྒུར་དགོ་གི་མེད་སུ་གང་ལ་ང་དེ་བྱེད་དགོ་གི་མེད་ང་སུ་གང་ལ་དེ་ག་ལ་འོ་རེད། ངས་ཆ་བའི་གོ་གི་མེད་དེ་ཡིན་ཙང་བཤད་ཐུབ་ངེས་ཅིག་ཡིན་ཨ་ལ་ནི་ངས་བཤད་པ་རེད་ཨ་ང་ལ། ཡིན་པ་དེ་ཡིན་པ་བཤད་ཀྱིན་ཡིན་མ་གཏོགས་ངས་དེ་ཕ་ཡི་གཅིག་པ་ཡིན་དང་གཉིས་ཡིན་དང་ལ་ནི་ང་སྒལ་པ་ལ་ཁྱི་གུ་འགྲོ་དགོས་ཡ་མེད། དེ་བྱས་ནས་ང་བསྡད་པའི་རིང་ལ་ངས་ལྷ་ས་ནམ་ཟླ་བྱེད་ཀྱིན་ཡིན་ཨ་ཤི་ཚར་རྗེས་ལ་ང་རོ་ད་གཅིག་པ་ཡིན་ལས་བྱ་ཨ། དེ་བྱས་ནས་བསྡད་ཤོག་རེད་ང་ལ་སོ་སོ་ག་རེ་བྱེད་ཐུབ་ཀྱི་འདུག་དེ་གལ་ཆེན་པོ་རེད་མ་གཏོགས། ཨ་ནི་ལ་སྐྱ་ཚར་ན་ལ་སྐྱ་ཚར་བ་རེད་ཨ་ནི་སོ་སོ་དོ་བདག་སོ་སོ་ཡིན་པ་ཡིན་ནས། ཕུང་པོ་ལ་གྱུར་ཚར་ན་དེ་རོ་ད་གཅིག་པ་རེད་དེ་ལྕགས་ལ་ད་གཅིག་པ་རེད་གལ་ཁུངས་ཅི་ཧང་སང་ཡ་ཡོད་མ་རེད། འོ་དེ་འདྲས་ཡིན་དུས་གང་ལ་ང་ཚོ་གི་དེ་འདྲས་ཀྱི་བསམ་གཞིག་ཅིག་ང་ཚོ་གི་སྤྱི་ཚོགས་ནང་ལོགས་ལ་རྒྱ་ཆེ་སར་ནས་བྱེད་དགོས་ཡ་དེ་དཔེ་གལ་ཆེན་པོ་ཆགས་ཀྱི་འདུག་ང་ཚོ་སྤྱི་ཚོགས་དེ། ཨ་ལས་དང་པོ་ང་རང་ཚོ་བོད་པའི་གི་སྤྱི་ཚོགས་དེ། ཨ་ས་གནས་ཁ་བ་ཁ་ས་ལ་གྲམ་བཞག་རྒྱུ་དེ་ང་ཚོ་གི་རྡོག་རྩ་གཅིག་སྒྲིལ་ལ་ཁྱེད་ཡོང་ཡ་དང་སྐད་ཤུགས་གཅིག་ལ་དབུ་མའི་ལམ་གི་གོ་བ་དེ་མང་ཙི་བླུག་ཐུག་ཡ་གི་ང་ཚོ་འབད་བརྩོན་དཔེ་བྱེད་དགོས་ཀྱི་འདུག་ད་ལྟ་འཛམ་བུ་གླིང Geo Politics གི་གནས་སྟངས་འདྲ་བོ་ཅིག་བལྟ་བ་ཡིན་ན་འཛམ་བུ་གླིང་པུ་ར་འཁྲུག་བསྡད་ཡོད་རེད་ད་ལྟ America འདྲ་བོ་ཞིག་ན Government Shut Down རེད་དེ་འདྲས་འདྲ་བོ་ཅིག་གི་སྐབས་ལ་ང་རང་ཚོ་བོད་རང་བཙན་བོད་རང་བཙན་ལ་ནི་ག་བ་ལས་ཕན་ཐོག་མ་རེད། ཚེ་རེད། དེའི་པ་རག་ལ་ང་རང་ཚོ་ནང་གོ་ལ་རྨ་ག་བ་ག་བ་བཟོས་འདུག་དེ་བ་ལ་ལྷན་པ་རྒྱ་ཐུག་ཐུག་ན་རྒྱབ། སྦན་རིབ་རྒྱ་ཐུག་ཐུག་ན་རྒྱབ། ག་ལ་འོ་རེད་སེམས་ཁང་རིག་པ་དེ་ཚོ་འཕྲོ་བརླག་འགྲོ་འདུག་ན་དེ་ཚོ་ལ་གཙང་མ་བཟོས། ང་རང་ཚོ་རྒྱ་འོམ་ཅན་བླ་ན་མེད་པའི་དབུ་ཁྲིད་ཀྱི་གསུང་བཞག་གྱོ་གྱིས་ཨ་ནི། སྒང་ལ་ང་རང་ཚོ་གོ་བ་དེ་ཡག་པོ་ཅིག་འཕེལ་ཐུག་ན། ང་ཚོ་གི་ཏག། Time དེ Balance བྱེད་ལ་ན Balance བྱེད་སྟངས་དེ་འདྲ་རེད། ཨ་ནི།

དེ་ང་ཚོ་བ་ར་གང་གི་མི་ཁྱོད་རང་དང་གཅིག་དང་གཉིས་ཀྱི་བྱས་ནས་ང་ཚོ་ཁྱོད་རང་ཚོ་གཅིག་དང་གཉིས་ཀྱི་རྒྱབ་ལ་ཡོང་ནས་ང་རང་ཚོ་མི་གང་ག་མེད་པ་བཟོས་ཐུག་གི་མ་རྟགས་དེ་བྱས་ནས། ཀུ་ཅི་ཁྱོད་རང་ཚོ་བསམ་བློ་བཏང་རོགས་གྱིས་དེ་ཚོ་ཚང་མ་གང་ལ་ཁྱོད་རང་ཚོ་བསམ་བློ་བཏང་རོགས་གྱིས་མ་གཏོགས་དེ་འདྲས་མ་བྱས་པ་ཡིན་ན་ང་ཚོ་དངོས་གནས་ཡོད་པ་གྲ་ལ་བྲིན་པོ་མི་མང་དེ་དེ་ལ་རྫོགས་འགྲོ་ས་རེད་ཕངས་པོ་ཞེ་ཞེ་དྲག་ཡོང་ས་རེད་དེ་བྱས་ནས་ང་ཚོ་བསམ་བློ་རྒྱ་ཆེན་པོ་བཏང་དགོས་ཀྱི་འདུག་འཛམ་བུ་གླིང་ལ་གནས་སྟངས་དེ་འདྲས་མང་པོ་ཅིག་ཆགས་ཀྱི་ཡོད་དེ་ཤོར་རེ་ང་ལ་ང་རང་ཚོ་ནང་སྒོ་ལ་དངོས་གནས་དབུ་མའི་ལམ་གྱི་ལྟ་བ་ལངས་ཕྱོགས་ནས་གོ་རྟགས་ཡག་པོ་བེད་ཨ་ནི་རང་བཙན་ལ་ནི། ད་རང་བཙན་རྩོད་ཀྱི་རང་ཡིན་པ་ཡིན་ན་ཡང་རང་བཙན་ག་འདྲི་རྩོད་ག་ལ་ནི་སྨྱོན་པ་རྒྱ་འོམ་ཅིག་གསུངས་ཡོད་ད་རང་བཙན་ག་འདྲི་རྩོད་ཀྱི་ཡིན་པ་ཁ་རྒྱག་པ་བཤད་ངེས་དེ་འདྲ་མང་པོ་འདུག་ཨ་དེ་ཚོ་ར་བོ་ཅིག་ཡིན་པ་ཡིན་ན་ད། ཁྱེད་རང་ཚོ་སོ་སོ་ནང་སྒོར debate བྱེད་ཇུས་བཏོན་ཨ་ཆ་ཤིས་བཏོན་ཆ་ཤིས་བཀྲམ་ཨ་ནི་དེ་འདྲས་བྱས་ནས་ཨ་ནི་ཁྱེད་རང་ཚོ་ནང་སྒོར་བྱས་པ་ཡིན་ནས་ད་དེ་དབུ་མའི་ལམ་དེ་ང་ཚོ top priority རེད་ཨ་ནི་རང་བཙན་ཟེར་ངེས་དེ་དབུ་མའི་ལམ་གྱི་ཝར་ལི་ཝོ་རེད་ལ་དགོས་རྒྱུ་མཚན་དེ་ག་རེད་ལ་བ་ཡིན་ན་དབུ་མའི་ལམ་དེ་ཁྱག་ཆེན་པོ་རེད

ཁ་ལོག་རེད། ཁ་བརྡའི་ཁ་ལོག་རེད། བོད་མི་མང་བོད་ནང་གི་གཞུ་ལུ་མི་མང་གི་ཚབ་ང་ཚོ་སྐུ་ཚབ་ང་ཚོ་བྱེད་ཐུབ་པ་བྱེད་མཁན་ཡིན་ལབ་ཡོད་ན་ང་ཚོས་གནས་དགོས་ཀུ་རུ་དང། ང་ཚོ་མ་གནས་བ་ལ་བོད་ནང་ལོག་ལ་ཡོད་ཡོད་ལ་ང་ཚོ་གི་ཁེ་སྐུ་ཅིག་བྱེད་ཐུབ་མ་རེད་ག་ལ་ང་ཚོ་ཚ་ཚ་ར། དེ་ཕྱིན་ང་ཚོ་གནས་དགོས་ཡ་དེ་དཔེ་ཁེ་ཆེན་པོ་ཆོག་པ་རེད་ང་ཚོ་གནས་དགོས་ཡ་ལ་ང་རང་ཚོ་གི་སྤྱི་ཚོགས་དེ་ཧབ་ཆུན་དུ་འུ་བོ་རེད།

རེད་བསྟན་འཛིན་འདུག་དེ་བཞིན་ཁྱོད་རང་ཡག་པོ་ཧ་གོ་གི་རེད། ཡིན་ནས་ཁྱེད་རང་དང་ཁྱེད་རང་འདྲ་བོ་གི་རྒྱབ་ལ་ཡང་ང་ཚོ་ཤི་མ་ཤི་རྒྱུ་ཡིན། ཁྱེད་རང་གི་པར་དེ་ཚོ་དང་ཁྱེད་རང་གི་བཤད་རྒྱུ་དེ་ཚོ་ང་ཚོ་ཤི་མ་ཤི་བཀྲ་མི་གར་ཅི་ནས་བཀྲ་མི་ལགས་ན་ཁྱེད་རང་ལ་རེ་བ་རྒྱག་གི་ཡོད་རེད་ད་ད་རིང་ཁྱེད་རང་ལ་རེ་བ་རྒྱག་ས་དེ་ཁྱེད་རང་མི་གཞན་པ་གི་ཆབ་སྲིད་ནང་ལོག་ལ་བེད་སྤྱོད་འགྲོ་ང་ཚོ་བོད་མི་སྒྲིག་འཛུགས་ལ་ཚུར་ཁ་བཏོན་ནས་ཨ་ནི་ཁ་བལྟས་བཅག་ཨ་ནི་དེ་ག་ལ་ག་ལོག་རེད།

ཁྱོད་རང་ཚོ་རང་བཙན་ཁ་ལ་ཁྱེར་ཡས་ནས། ཨ། དེ། Donation གི Box དེ་བཟས་ཡས་ནས Go Fund དེའུ་བཟོས་ཡས་ནས། ཨ། ཡག་རྒྱུ་མ་རྒྱུ་ད་འདོད་དེ་ག་དང་པོའོ་མ་རེད་ཨ། ཕྱི། ཕྱི་ལོག་གི་ལུང་པ་ནས་ཨ་ནི་ག་བ་ག་ས་ནས Donation ཕབ་ཡོང་དུས་གང་ལ། ཁྱོད་རང་ཚོ་མི་རེ་རེ་གཉིས་གཉིས་ཀྱི་ཁྱིམ་ཚང་དང་ནང་མི་དང་མི་རེ་རེ་གཉིས་གཉིས་གྲོགས་པོ་བགྲང་ན་ཡས། ང་རང་ཚོ། བོད་མི་རིགས་ཀྱི་རྩ་དོན་དེ།

འོ་དེ་འདྲས་ཡིན་དུས་གང་ལ། ཨ་ནི། ད་བསམ་བློ་བཏང་རོགས་གྱིས་ཁྱེད་རང་ཚོ་ཨ་ཞེས་ཞབས་བྲོ་བཏང་ངེས་འཁྲབ་ངེས་དེ་ཚོ་ཡིན་པ་ཡིན་ན་རེད། ད་གང་ན་ཞིག་གིས་ཨ་ནི་བོད་རྩ་དོན་ཁ་ལ་འཁྱེར་འགྲོ་ངེས་དེ་འདྲས་ཡིན་པ་ཡིན་ན་རེད། ཁྱོད་རང་ཚོ་མང་ཆེ་བོད་ཆོལ་རུ་འོར་ད་ངས་དེ་ག་ཟླ་གི་མེད་ད་ངས། ང། ཉམས་མྱོང་དང་མཉམ་དུ་ཤེས་ཀྱི་ཡོད་ད་ང་སྐབས་ལ། ད་སྤེམ་སི་རེ་བ་ལ་ངའི་སྤུ་གུ་དེ་ཨ་ཞི་བུ་གཅིག་ཡར་འགྲོ་ཡི་མར་འགྲོ་ཡི་ལ་ཞུ་བཤད་རོགས་ཁོ་ལ་ཁོ་ལ་ཁྱེད་ཚང་དེ་འདྲས་བཤད། ཨ་གཅིག་གིས་ཁྲིད་སོ་ལ་ཡིན་རུང་སུ་གཅིག་ལ་ན་ཧ་ཧ་གོ་ཡ་མེད་གི་རུང། ཨ་གདོང་མཐོང་ཡ་མེད་གི་རུང་དེ་འདྲས་ཀྱིས་ཨ་ཁོ་ཡར་ཁྲིད་མར་ཁྲིད་བྱེད་ཀྱི་དོན་མང་པོ་ཡོད་རེད་ད། ད་ད་རིང་ཉིན་མོ་ལ་ཁོ་གོ་ཡ་དུས།

གང་ལ་དེ་གང་ག་ང་ཚོ་མཐོང་ཚར་བ་རེད་དངོས་གནས་ལེགས་ཡོད་དོ། དེ་འདྲའི་གང་ག་མཐོང་ཡོད་དུས་གང་ལ་ཞེས་ལོག་ནས་དངོས་གནས་ཨོའོ་ང་གི་ཕན་ཐོག་ལས་གནོད་མང་ང་བྱུང་ས་རེད་ཨ་བསམ་ནས་ང་ཚོ་ཚོད་ཟིན་རྒྱོ་རྐྱང་རྐྱང་ཡིན་མ་གཏོགས་དངོས་གནས་ད་ག་ཤེས་རྒྱོ་མེད་ད། དེ་བྱས་ནས་ཁྱོད་རང་ཚོ་བསམ་བློ་ཡག་པོ་བཏང་རོགས་གྱིས་ཁྱོད་རང་ཚོ་གི་དོན་དག་ལ་ཕོསྟ་ཏའིམ་ཡིན་གྱི་རེད་ཨ། ཡིན་ནས་ཡང་དེ་ཕན་ཐོག་གི་མ་རེད། དེ་ལས་ཨ། གཅིག། ལོ་ཁ་ཅིག་དོན་ཡོད་ནི་མ། འབུར་རྩིས་ཀྱི་དོན་ཡོད་ནི་ཞུ་རྒྱུ་ཡིན་བསམ་ན་དེ་གནས་སྐབས་རེ་ང་གཅིག་པོ་རེད་དྲང་པོ་བཤད་པ་ཡིན་ན་སྐབས་གཅིག་ལ་ཨ་མདའ་དེ་ག་ས། དེ་ཡོ། དགུ་བཅུ་གསུམ་གྱི། སྐུ་ཞོ་ཅི་ཡོ་སྐུ་ཞོ་ག་རེ་ས། སྐུ་ཞོ་ག་རེ་མིང་དེ་དྲི་རོ་ཅི་དང་མི་མང།

དོན་དག་མེད་ས་ལ་ད་ང་ཡ་ཡེ་ནས expose ཆགས་སོང་ང་ཡེ་ནས་སྤྱི་ཚོགས་ནང་ལ་དོན་དུག་དོན་ཡོད་པ་ར། དེ་གར་ཕྱིན་ལར་བས་ན་ང་ཚོ་སྤྱི་ཚོགས་ནང་ལོགས་ལ། བྱབ་ཆགས་ཁ་ཤས་ཀྱི་ཡོད་ར་བ་གཏོར་མ་གཏམ་ཚིག་ལུང་མདོག་ལ་ཉེ་ར་བ་ཁོ་རང་ཚོ་ཞི་བོ་དོན་ནི་ཧང་སང་སང་ཞི་བོ་རྫིག་པོ་ཡིན་དྲན་གོ་ར། འོ་འདི་ཚོ་གི་བྱས་ནས་དེ་ཚོ་ར་བོ་བྱབ་ཆགས་ཀྱི་བྱས་ནས་ང་རང་ཚོ་བོད་པའི་གི་སྤྱི་ཚོགས་ཁང་ཁ expose བཟོ་བོར་ད། དེ་ང་ཚོ་ཧ་གོ་བོར expose ཆགས་ཡ་དེ་ཡག་པོ་མ་རེད། ཞེ་མེད་ན་ད་རིང་གི་ཉིན་མོ་ལ Hollywood ད Hollywood གི་མི་དེ་ཚོ། ཨ། མིང་ཡོད་རེད་དཔལ་འབྱོར་ཡོད་རེད་ག་འདྲེ་ག་འདྲེ་ཡོད་རེད་ཡིན་ནས་ཁོ་རང་ཚོ་གབ་འགྲོ་གི་འདུག་ཨ་ཁོ་རང་ཚོ་ག་འདྲེ་ག་འདྲེ་བརླག་འགྲོ་གི་འདུག་ཨ། ངའི་ལགས་སོ་སྙེ་མ་ཨོ་བྷ་མ་སྐབས་ལ Social Media དེ་ཚོ་གང་ག Account དེ་ཚོ་གང་ག་ཁོང་ཚོ་གི་ཉར་གི་རེད་ལ་དུས་གང་ལ Hollywood ཞུ་བོ་ཀྲོག་ལངས་པ་རེད་ཁོང་རང་ཚོ་གི་ཨ་ནི་ང་ཚོ་ལ Privacy རག་གོ་མི་འདུག་ལ་ནི་ཁོང་རང་ཚོ་གང་དེ་དུས་ནས་ཕྱིན་ཁོང་ཚོ་གི་གང་ག་གི Social Media མེད་པ་བཟོ་བོར་ད་ཡིན་ནི་ང་ཚོ་སྤྱི་ཚོགས་དེ་རྗེས་ལུས་ལག་པའི་རྒྱུ་མཚན་ཁོ་རང་དག་རང་རེད་ད་དེ་ཚང་མ་ཡིན་དུས་གང་ལ་ཨ་མི་མང་ཁྱེད་རང་ཚོ་གི་བསམ་བློ་རྒྱ་ཆེན་པོ་བཏང་རོགས་གྱིས་ངོ་ནས་ང་ཚོ་སྤྱི་ཚོགས་ནང་ལོགས་ལ་སོ་སོ་གི་བྱེད་སྟངས་དེ་ཚོ་བྱེད་ལུགས་དེ་ཚོ་ཕན་གི་འདུག་ད་གནོད་གི་འདུག་ང་ཚོ་བརྟག་དགོས་ཡ་དཔེ་གལ་ཆེན་པོ་རེད

ཁ་བརྡའི་བཅའ་ཁ་ཡོང་པ་ཡིན་ན་གད་མོ་ཤོད་ཡ་གི་ཆ་རེད་ཨ་ནི་ང་ཚོ་ད་ལྟ་རྒྱལ་ཁབ་ཡོད་ད་ང་ཚོ་གི་ཁ་ལོག་རེད། བཙན་བྱོལ་བོད་མིའི་སྒྲིག་འཛུགས་དེ་གཞུང་མ་རེད་མ་གཏོགས། རྒྱལ་ཁབ་གཞན་པ་གི་གཞུང་འདྲ་བོ་སྦྱིན་པ་ཡིན་ན་ཨ་ནི་གཞུང་དེ་ག་འདྲ་ཞིག་སྐྱོང་གི་ཡིན་པའི་ལས་བྱ་ག་ལ་ན་མི་བཟང་རེ་རེ་གཉིས་གཉིས་དང་ཁྱིམ་བཟང་རེ་རེ་གཉིས་གཉིས་གང་ལ་བྱི་དོག་བྱས་ནས་འགྲོ་དགོས་ཀྱི་འདུག་ལ་ཡ་ཆ་གི་འདུག་ཨ། དེ་བྱས་ནས་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་ཟོན་བྱེད་རོགས་བྱས་ཟེར་ང་ཚོ་བསྡད་པའི་རིང་ལ་ང་ཚོ་མཐོང་ཡོད་ད། སློབ་གྲྭ་ལ Transport བྱེད་རྒྱུ་ལས་ཀ Transport བྱེད་རྒྱུ་ད་སློབ་གྲྭ་གི་གནས་སྟངས་ད་ཨ་མི་གཅིག་དང་གཉིས་དང་སྤྱི་མཐུན་ཚོགས་པ་དང་དེ་བ་ལ་མི་གཅིག་ལ་གྲོགས་པོ་བགྲང་མ་སོང་ལས་ཀ་སྒྲིག་མ་སོང་ལ་ཀྱི་དེ་ཚོ་གང་ག་གནས་སྟངས་དེ་ཡར་བླངས་ནས་ཡོང་ནས་བོད་མི་ཕྲུག་ཚོ་ལ་དགག་པ་གི་རྣམ་པ་ཅིག་སྟོན་ཡོད་ད། དེ་འདྲས་ཀྱི་ང་ཚོ་གི་གོ་སྐབས་བཟོ་རྒྱུ་ཡོད་མ་རེད་ལ་ངས་འདི་བྱས་ཤེས། ཨ་ནི་ཁྱེད་རང་ཚོ།

ལས་བྱ། བདེ་སྲུང་གི་ཧ་གོ་གི་མི་འདུག་བྱ། མི་མང་གི་ཧ་གོ་བྱ་ལ་ནི་དེ་འདྲའི་གོ་ཡ་ཞིག་འདུག་ཨ་དེ་ཚོ་གང་ལ་བསྐུར་ཅིག་བསྐུར་ཅིག་བདེ་སྲུང་གི། སྒང་ནས་ཨ་ཅེ་རྒྱ་རི་སྒྲོལ་མ་གཅིག་པོ་མ་རེད་མི་སྐལ་བ་ནི་ལས་བྱེད་ལོ་ཆུང་བ་དེ་ཚོ་གས་ཨ་ནི་གང་གཟབ་གཟབ་གནང་རོགས་གནང། ཨ་ནི་ཁ་ཚིག་སྙན་མ་དེ་གཏོར་མ་དམ་ཚིག་ལུང་རྟོགས་དེ་ཚོ་ཨ་ནི་ལྷོད་ཡང་དང་གུ་ཡང་བཏང་བྱ། ཨ་ནི་ད་གས་མི་འདུག་ད་དངོས་གནས་རྒྱ་འོམ་བཅས་ཀྱིས་གསུང་བ་ནང་བཞིན་རེད། ཁྱེད་རང་ཚོ་དམ་ཚིག་འཁྲུག་གི་འཁྲུག་གི།